དྭངས་མ་ལུས་ཅན་ནས་ཕུན་སུམ་ཚོགས་པ། དེའི་ནང་ནས་ཀྱང་འཕྲང་སྐུ་བཀྲ་ཤིས་ཆོས་གླིང། བསྟན་དང་བསྟན་པར་བཅས་པ། གསར་བཞེངས་ལེགས་པར་གྲུབ་ནས་ད་ཡོད་རིང་པོ་རེད། ཡིན་ན་ཡང་ད་ཅིག་གཞན་དབང་གི་སྟབས་བསྟུན་ལ་བརྟེན་བྱས་ནས། འདས་པའི་ལོ་མང་པོ་གཅིག་གི་རིང་ལ་རིན་པོ་ཆེ་ལྕགས་ཀྱུ་རིན་པོ་ཆེའི་དགོངས་པ་མ་འཛུགས་གོང་སྔོན་ལ་ཞར་ལ་བཞུགས་པའི་སྐབས་སུ། ཅིག་འདིའི་གདན་ས་ལ་ཡང་ཅིག་བཅར་ཐུབ་ན་བསམ་པའི་གལ། རེ་བ་དེ་ཡུན་རིང་པོ་ཅིག་གི་སེམས་ལ་ཡང་ཡོད། ད་ཡིན་ན་ཡང་ང་རང་ཚོ་ཚང་མ་གྱིས་ཆོས་བྱེད་པ་ཡིན་ཟེར་གྱི་ཡོད་རེད་དེ་ཡིན་ན་ཡང་ཁོ་སྤྱི་ཚོགས་ཀྱི་ར་བའི་ནང་ལ་ཡང་བསྡད་བསྡད་པ་སོང་ཙང་ག་དུས་ཡིན་ན་ཡང་གཅིག་གིས་གཞན་དབང་སྟབས་བསྟུན་ཞིག་རེད་མ་གཏོགས་སོ་སོའི་གི་འདོད་པ་ལྟར་དུ་འགྲོ་ཐུབ་ཡ་དེ་ཁག་པོ་ཅིག་རེད་དེ་ཤག་ཡང་མ་ན་ནི་ཁོ་རི་ཡི་བུ་བྱས་ན་བོན་གྱི་གོས་གྱོན་ཆུང་ལྟོ་གོས་བཏང་གསུམ་ལ་བསྐུར་རྗེས་ནས་ཚེ་དང་སྒྲུབ་པ་སྙོམས་ནས་དེ་ནི་ཅིག་ལུས་ངག་ཡིད་གསུམ། གཅིག་ཏུ་བ་སྤུངས་བྱས་ནས་འོ་རི་ཁྲོད་དང་སྣའི་གཡའ་རི་གངས་རི་རྫ་རི་ལ་སོགས་པ་རྣམས་སུ་ཕྱིན་པ་ཡིན་ན་ནི་མིག་ཚུར་ལོག་ག་རེད། ད་དེ་མེད་པའི་ཞོགས་དེ་ལ་གྲྭ་ཚང་གཅིག་དང། གཅིག། དེ་འདྲ་གཅིག་གི་ཁོར་ཡུག་གི་ནང་ལ་བསྡད་བསྡད་པའི་སྐབས་སུ། དེ་ནི་ཡང་གཅིག་གཞན་དབང་སྟབས་བསྟུན་གྱི་འོག་ལ་འདུག་ཟེར་ཏེ་བསྡད་འགོ་ཡ་ཆེ་ཞིག་རེད་མ་གཏོགས་རང་གི་འདོད་པ་ལྟར་དུ་ཡོང་ཐུབ་ཡ་ནི་ཁག་པོ་རེད་འདུག་ད་དེ་འདྲའི་གི་རྒྱུ་མཚན་ལ་བརྟེན་ནས་ད་དེ་ཚོ་ལོ་རྒྱུས་མང་པོ་རེད་དེ་ཡིན་དུས་ད་རིང་ཐབས་ནི་བྱ་བར་དོ་འཕགས་པ། སྟག་མོ་ལུས་ཅན་ལྷག་པར་བསྟོད། གདན་ས་ཆེན་པོ་འདི་ནང་ནས་བཅར་བའི་སྐབས་སུ། དེ་ནི་ཕུན་སུམ་ཚོགས་པའི་གཏམ་མ་གཏོགས་དེ་ནི་ཡང་གཅིག་གི་ལབ་རྒྱུ་གླེང་རྒྱུ་མང་པོ་ཅི་བྱས། རྣམ་རྟོག་སྔོན་མེད་པ་ལ་རྣམ་རྟོག་གསར་དུ་བཙུགས་ཡག་དང་རྣམ་རྟོག་ཡོད་པ་བསྡམས་བྱས་ཏེ་རྣམ་རྟོག་ཡག་ཕྱིར་སྐྱེ་ཡག་ལ་སོགས་པ་དེ་ཚོ་དགོས་པ་མེད་པ་རེད་ང་ཚོ་ལྷག་པར་དུ་ཆོས་བྱེད་པ་ངོས་ནས་ད་དེ་ཚོ་བྱེད་དེ་མོ་གོ་ཡག་ཅིག་ཅིག་མ་ཡོང་བར་ཤོག་རྣམ་རྟོག་དེ་འདྲའི་ངན་པའི་དབང་དུ་མ་འགྲོ་བར་ཤོག་རྣམ་རྟོག་དེ་འདྲས་སྐྱེས་སོང་ན་ཡང་དེ་མ་ཐག་ཏུ་འབུ་འཇོམས་བྱས་ཐུབ་ཡག་གི། བཀའ་གདམས་པའི་བླ་མ་གོང་མ་ཚོ་གི་བཀའ་སློབ་ཡང་དེ་རང་རེད་གདམས་ངག་ཡང་དེ་རང་རེད་ད་ང་རང་ཚོ་དེ་རྗེས་སུ་འཇུག་པ་ཡིན་དུས་ད་གནས་ཚུལ་གྱི་ད་དེ་འདྲ་ཞིག་ནང་ལ་འགྲོ་དགོས་པ་ཡིན་དུས་ད་དེ་ཚོ་སྐད་ཆ་དེ་གང་མེད་པ་བྱས་གང་ལྟར་ཡང་རིན་པོ་ཆེ་ད་ལོ་སྔོན་མ་རེད་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་རིན་པོ་ཆེ་སྐུ་ཁམས་མ་བདེ་བའི་སྐབས་ལ་དེ་ནས་ཆོས་རྗེ་བླ་མ་དབང་ཕྱུག་འོད་ལྔ་ལ་བཞེད་པར་གནང་སོ། ད་རིན་པོ་ཆེ་དེ་འདྲ་ཟེར་བའི་སྐུ་ཁམས་བདེ་པོ་མེད། ད་ཉུང་ཤས་ཤིག་ཐུགས་སུ་བྱས་ནས་བཞེས་དེ་ཡོད་དེ་ཁྱེད་རང་གིས་སྨོན་ལམ་གང་འདྲ་འདྲ་རྒྱབ་རོགས་གྱིས་ཟེར་ནས་ཁོང་ང་ལ་བཞེད་པར་གནང་བྱུང་སྐབས་དེ་དུས་ང་ད་ལྟའི་སྐུ་མདུན་ནས་ཡང་བསྐྱར་འོང་ནས་ངའི་ཕར་སི་ལི་གུ་རི་ལ་སླེབས་ཚར་རེད་ཕ་རྒན་རིན་ཆེན་བསྟན་འཛོལ་འདི་ཡང་བྱེད་དོ། དེ་ནས་ཕར་ཚུར་ཡང་བསྐྱར་ཕར་འགྲོ་ཚུར་འགྲོ་བྱེད་དགོས་ན་དེ་ཚོ་ག་བུ་འདུག་ངའི་བླ་རྒན་ཁོང་བསྟན་ནམ་དབང་བསྐུར་ལྟ་ཀློག་ཆེན་པོ་བྱས་ཕར་ཚུར་འགྲུལ་བཞུད་ཡང་ཡང་བྱེད་ཡ་ལ་དཀའ་ངལ་མང་པོ་ཞིག་འདུག་དེ་འདྲ་བྱེད་དུས་དེ་ཅག་ཐུགས་མ་སོང་ཡིན་ན་ཡང་སྐབས་དེ་དུས་དེ་ངས་ཆོས་རྗེ་བླ་མ་ཁོང་རང་ལ་ཞུས་པ་ཡིན་ད་ང་རང་གི་ངོས་ནས་ཁ་ཁ་ཐུག་ཁར་གང་ཐུག་ཐུག་ཐུག་ད་ཅི་བཤད་གང་བཤད་བཟོ་དེ་སྨོན་ལམ་འཕྲིན་བཅོལ་ད་དེ་ཚོ་བྱས་ཏེ་རིན་པོ་ཆེ་འཇོག་ནས་མྱུར་དུ་སྙུང་གཞི་དེ་ཡང་གྲོལ་ཐུབ་ཡ་དང་སྐུ་འཚོ་ཞིང་གཞལ་ནས་ད་ནི་སྔར་བཞིན་དུ་ད་མཛད་པ་དྲན་ནས་བློ་གཟི་ནི་རྒྱུན་སྐྱོང་ཐོ་ཡག་གིས་གསོལ་འདེབས་ཞུས་ཡོང་ཟེར་ནས་ཞུས་པ་ཡིན་ལ་ཞུས་པ་ལྟར་དུ་ང་རང་ངོས་ངོས་ནས་ཡང་ཅིག་སྔ་དྲོ་ཁ་འདོན་བྱས་ཕྱི་དྲོ་ཡང་ཅིག་གསོལ་བ་འདོན་པའི་སྐབས་སུ་ལ་ཡ་རང་ལ་བཀའ་རྒྱུད་མགུར་ཚོ་ནང་ན་ཚིག་གཅིག་ཡོད་པ་ལ་རང་ལ་ནུས་པ་མེད་ན་ཡང་སྐྱིད་འདྲ་བདེ་འདྲ་སེམས་ལ་བྱ་ཟེར་ཅིག་ཨོ་དེ་འདྲའི་ཡོད་དུས་སོ་སོ་ལ་ནུས་པ་མེད་ན་ཡང་ཅིག་སྐྱབས་བཅོལ་ས་བློ་གཏད་ས་དེ་སྐྱབས་མགོན་དཀོན་མཆོག་གསུམ་པོ་རེད་དེ་འདྲའི་ཅིག་ལ་ཡ་གསོལ་བ་བཏབ་རྟ་གསོ་བ་འདེབས་མཁན་གྱི་ངོས་ནས་ཅིག་རྟ་ཐེག་པ་དང་མོ་རྒུད་དེ་རྣམས་མ་བཅོས་པ་མ་ཡིན་པ་བཞག་མ་ཤེས་ན་ཡང་ཡིན་ན་ཡང་ཅིག་གསོ་བ་རྟ་བྷྱ་ཀྱི་རྒྱུ་མཚན་དེས་ཅིག་རང་དོན་ལྷད་མ་ཞུགས་པ་ཅིག་དངོས་གནས་གྲངས་མེད་ཀྱི་ལྷག་བསམ་རྣམ་དག་གི་ཐོག་ནས་དུག་སེལ་བྱས་ནས་གསོ་བ་བཏབ་ནས་དུག་སེལ་བྱས་པ་ཡིན་ཡིན་ན་ཡང་ད། ཕྱིས་སུ་རིན་པོ་ཆེའི་དགོངས་པ་རྫོགས་ལྡན་བཀྲ་ཤིས་བཅས་པའི་བཀའ་སྲོལ་ལ་ཡང་སྐབས་དེ་དུས་དེ་ནས། སོ་སོ་གས་དག་ཅིག་གསོ་འདེབས་སྨོན་ལམ་ཡིན་ན་རེད་ད་ག་ནང་བཞིན་གྱི་ལྷག་པར་དུ་རིན་པོ་ཆེའི་སྐུ་ཡི་ཡང་སྲིད་རིན་པོ་ཆེའི་མཇོག་ནས་སྙུད་དུ་ད་ནི་ཞིང་འདི་ལས་ཡང་ཕེབས་ཐུབ་ཡག་དང་ན་ཕེབས་པ་ཙམ་དུ་མ་ཟད་སྐུ་གོང་མའི་གས་ཅིག་སྐུ་གསུང་ཐང་གསན་བསམ་དགོངས་པ་ལ་སོགས་པ་གོང་མའི་རྣམ་ཐར་བདག་གིར་བཤད་སྟངས་ང་ཚོ་ལྟ་བ་ཅིག་བཤད་བསྡད་ཀྱི་ཡོད་རེད་པ་འོ་དེ་སྤྱི་བཏང་གི་ཁ་ནས་བཤད་བསྡད་པ་གཅིག་པུ་མ་ཡིན་པ་ལག་ལེན་གྱི་ནང་ལ་ཡག་ཐུགས་སྲིད་ཅིག་ལྟ་དགོས་ཀྱི་ཡོད་དུས་དེ་འདྲས་དེ་གང་ལ་རག་ལས་པ་རེད་ཟེར་ན་ད་ནི་གསོ་བ་བཏབ་ཡག། འཕྲིན་སྦྱོར་བྱས་ཡག་འོ་ཐུག་ཟེར་ནས་སྨོན་ལམ་རྒྱག་ཡག་ལ་སོགས་པ་དེ་ཚོ་སྤྲད་དེ་ང་ཚོ་ཆོས་བྱེད་པ་གཅིག་གི་ངོས་ནས་ལས་འགན་འདི་ཆགས་བསྡད་ཀྱི་ཡོག་རེད་དེ་འདྲ་ཡིན་དུས་འོ་ཐུག་ཟེར་ནས་གསོལ་འདེབས་སྨོན་ལམ་དེ་འདྲ་ཞིག་ཞུས་པ་ཡིན་དེ་ནས་བློ་ཕམ་ཞེ་དྲག་བྱུང་དེ་ང་ཚོ་གམ་སང་གནང་ན་ཡག་དང་ཅི་རིགས་རྒྱལ་བའི་བསྟན་པ་བྱེ་བྲག་ཏུ་གམ་སང་ལ་བསྟན་པ་གནང་ལ་ཡག་རིན་པོ་ཆེ་མཆོག་གིས་ལྷག་པར་དུ་ནི་ཅིག་ད་གམ་སང་ལ་ཡག། ཐུགས་རྗེ་བླ་ན་མེད་པའི་ཐོག་ནས་ཞིག་ཡོད་དངོས་དང་བརྒྱུད་གང་གི་ཐོག་ནས་ཡིན་ན་ཡང་མཛད་པ་ཁྲིད་ནས་སེམས་ཀྱི་མི་བརྗེད་པ་བསྐྱངས་ཡོད་རེད། ཕྲན་བུ་རྣམས་སང་གཅིག་པུ་མ་ཡིན་པ་སྐམ་སང་སྤྱི་ཡོངས་ཀྱི་ཐོག་ལ་ཡིན་ན་ཡང་གང་མི་མཛད་པའི་གེ་བཀའ་དྲིན་ཆེན་པོ་དེ་འདྲ་ཞིག་རེད་ད་འདིའི་འགྲེལ་བཤད་དེ་ང་རང་གི་ཞུ་མ་བོ་བ་རེད་དེ་ཚང་མས་གེ་སེམས་སེམས་པ་གཟིགས་གཟིགས་བ་རེད་དེ་འདྲ་རེད་ད། དེ་ཡིན་དུས་ད་ད་རེས་ཁ་ཚོན་ངོ་མ་ཅི་བཏང་འདི་གི་ལོ་གསར་པའི་མ་གསུམ་སྔོན་ལ་ཡག་ཅིག་འདི་ན་བསྐྱར་ཚུར་གནང་བསམ་པའི་རེ་བ་ཅིག་བྱུང་དེ་ཡིན་ན་ཡང་ཅིག་སྟབས་བདེ་མ་དེར་ཅིག་རེད་གསུངས་ཏེ་ཡིན་ན་ད་རེས་བླ་མ་ཀུན་མཁྱེན་ཁོང་ཁ་ཚང་ང་ཚང་ལ་ཕེབས་ནས་ད་ཆོས་གདུགས་གསེར་ཞལ་གཅིག་འདི་བསྐྱར་ཐོབ་ན་ཡག་པོ་འདུག་ཁོ་རང་གི་ལག་བསམ་གི་གདུགས་གསེར་ཞལ་ནས་བསམ་བློ་ཡིན་དེ་ཕྱིར་དུ། ལྕགས་ཐུམ་ན་ཡག་པོ་འདུག་ཟེར་འདུག་དེ་ཁོང་གི་དེ་ཡིས་བདག་བདག་ཅེས་ཁོང་གི་དེ་བྱས་བྱས་ནས་ད་རེད་འདུག་ཟེར་བསྐྱར་ནང་ཞག་བདེ་ནང་མ་འཛུགས་འདུག་ཟེར་སྐད་ཆ་བྱུང་དེ་ནས་ད་རེ་འདི་ན་ཡང་དངོས་སུ་བསྐྱར་ཐུབ་བདེ་ས་འདི་ལ་ཡང་ད་རེ་བསྐྱར་བ་ཐེངས་དང་པོ་རེད། དེ་ནས་གང་མི་ཚེ་བའི་བསྟན་དང་བསྟན་པར་བྱེད་པ་ཐམས་ཅད་བསམ་གྱིས་མི་ཁྱབ་པ་གང་མི་ཚེ་བའི་ཡག་པོ་བྱུང་འདུག་དེ་སུ་རེད་ལ་ཡ་རྒྱལ་སོ་ཡི་རང་དང་ད་ཅིག་དགའ་བ་སྒོམ་ཡང་དེ་འདྲ་ཞིག་ཡིན་ལ་ད་ཡིན་ན་ཡང་རིན་པོ་ཆེ་ད་སྟབས་མ་ལེགས་པ་བྱས་ལ་རིན་པོ་ཆེ་དགོངས་པ་རྫོགས་ཁོང་འདི་འདྲ་སེམས་ཀྱི་ཤུགས་ལ་ཞུགས་ཏེ་ཡང་ཐམས་ཅད་དེ་ད་ཅིག་སྐྱབས་མེད་མགོན་མེད་སོགས་འདྲ་ཆགས་བསྡད་ཡོད་རེད་དེ་སྐུ་ངོ་ཡི་གནས་ཚུལ་རེད་བ་ལ་སྐྱབས་མེད་མགོན་མེད་ཆགས་བསྡད་ཡོད་རེད་ཡིན་ན་ཡང་ད་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ག་རེད་བསམ་ན་ད་རིན་པོ་ཆེ་དགོངས་པ་གཙོ་བོ་ནས་ཡང་སྲིད་མྱུར་དུ་ད་ཕེབས་ཐུབ་ཡག་གི་སྨོན་ལམ་རྒྱག་དགོས་རེད་ང་ཚོ་གི་དེའི་ཐོག་ལ་ཡག་ཅིག་གི་ཕྱི་ནང་གི་ཐོག་ལ་ཆ་དགོས་ལས་ཀ་ག་རེ་ཡོད་པ་ཡིན་ན་ཡང་དེའི་ཐོག་ལ་གནང་དགོས་རེད་དེ་ནང་ན་གཙོ་ཆེ་ཤོས་དེ་ག་རེད་བསམ་ན་དེ་ནས་ཅིག་ཐུགས་མཐུན་ཁྲིམས་གཙང་མ་ཡག་དེ་ཤི་ད་གལ་ཆེན་པོ་རེད། ད་ག་རེ་བྱས་ན་ང་ཚོ་འདི་སྤྱི་དང་ཕྱོགས་གཅིག་ནས་རིན་པོ་ཆེ་དགོངས་པ་ཚོ་དེ་འདྲའི་ཆ་ཡིན་དུས་ཉམས་ཆག་ཕྱིན་པ་རེད་དེ་ཕྱོགས་གཞན་གཅིག་ནས་བསམ་བློ་བཏང་པ་ཡིན་ན་སངས་རྒྱས་ཀྱི་བསྟན་པའི་རྩ་བ་དེ་འཕགས་པའི་དགེ་འདུན་ལ་རག་ལས་པ་རེད། དེ་ནས་དགེ་འདུན་གྱི་སྡེ་ནང་ནས་ད་ཚོགས་གྲྭ་ཡིན་ན་ཡང་འདྲ་འདུག་བཤད་གྲྭ་ཡིན་ན་ཡང་འདྲ་འདུག་སྒྲུབ་གྲྭ་ཡིན་ན་ཡང་འདྲ་འདུག་ཚང་མའི་གས་འདུན་དང་རྣམ་པ་ཀུན་ཏུ་རིན་པོ་ཆེ་ཀྱི་བཀའ་སློབ་ལན་གཅིག་ཙམ་ང་ཡིན་པ་ཡང་ནས་ཡང་དུ་བཀའ་སློབ་གནང་ཡོད་རེད། བཀའ་སློབ་གནང་ཡང་དེ་ག་རེ་ཟེར་ན་སྐོར་ཚང་མ་གཅིག་པ་རེད་གང་ལྟར་ད་ནི་སྟོན་པའི་བསྟན་པ་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དུ་དེ་འཛིན་བྱེད་པར་མནའ་བཅད་དང་སྒྲུབ་པར་བྱེད་པ་ཁོ་ནའོ་ཟེར་ཡག་དེ་མདོར་ན་ཐོས་པ་བསམ་པ་སྒོམ་པ་བྱེད་ཡག་དེ་རེད། ལྷག་པར་དུ་ད་ནི་དགོན་པ་འདིའི་ནང་ལོགས་ལ་ཡག་རྟགས་གཅིག་སོ་སོ་ནས་ཆོས་ཞུགས་བྱས་ཆོས་ཆུང་འགའ་ནས་གྲྭ་པ་བསོད་རིན་པོ་ཆེའི་སྐུ་མདུན་ནས་ཡག་ད་ནི་དུ་དགོན་པ་དགུ་གྲྭ་གཙུག་ཕུད་ཡག་ཕུད། འདི་ནི་ཕྱི་འབྲེལ་གྱི་རྟགས་དཔང་རག་ཏུ་བྱུང་བའི་གི་ཆེའི་སྤྲས་བཅས་ནས་ལྟ་དགོན་པ་འདི་ནང་ལ་བཞུགས་པ་རེད། ཆོས་དང་འཇིག་རྟེན་གཉིས་ཀའི་ཐོག་ནས་རིན་པོ་ཆེ་གི་མདུན་ན་རྣམ་པ་ཀུན་ཏུ་ཐུགས་བརྩེ་བ་ཆེན་པོས་གི་རྟག་ཏུ་གཟིགས་གཟིགས་པ་རེད་ད་དེ་ཚོ་ཡིན་དུས་སྐུ་དྲིན་བསབ་དགོས་རོགས། སྐུ་དྲིན་བསབ་ཡག་ལ་ཟས་དང་ནོར་དང་ལོངས་སྤྱོད་དཔལ་འབྱོར་སྙན་གྲགས་ཟེར་མཁན་དེ་ཞེ་དྲག་ཞེ་དྲག་གལ་ཆེན་པོ་གང་ཡང་མ་རེད་ལ། བུ་དེ་ཚོར་སྒྲུབ་བྱེད་ནས་རང་གི་རྩ་བའི་ལག་པ་ཐུག་གི་རྒྱལ་པོ་སྐོང་ཐུབ་ཀྱི་རེད་པ་ཟེར་ན་ཆོས་ཕྱོགས་ཐོག་ནས་བསམ་བློ་བཏང་ན་དེ་སྐོང་ཐུབ་ཀྱི་ཡོད་མ་རེད་དེ་རྣམ་པ་ཚོ་ཅི་འགར་བ་བཏང་བ་ན་རིན་པོ་ཆེ་གི་རྩ་བའི་ལག་པས་གི་ཐུག་གི་དགོངས་པ་སྐོང་ཡག་དེ་ག་རེ་ལ་རག་ལས་པར་ཟེར་ན་དེ་ནི་བསླབ་པ་སློབ་གཉེར་གནང་ཡག་རེད་འདུག་བ་ཐོས་བསམ་སྒོམ་གསུམ་གནང་ཡག་གཙུག་ལག་ཁང་འདིའི་ནང་ལ་ཡང་བཞུགས་བྱས་པས་གང་ལྟར་སོ་སོའི་ལུས་ཀྱི་མགུ་བཅོས་ངག་གི་རྣ་བཅོས་བསམ་བློ་བཏང་སྟངས་ཚུལ་བཅོས་དེ་ཆ་ཚང་དེ་མདོར་ན་བསྟན་པ་འདི་གི་ཐོག་ལ་ཡག་ཅིག་གི་དངུལ་དང་རྒྱུ་ལ་ཕན་ཐོག་ཡོང་ཐུབ་ཡག་ཅིག་གི་ནུས་པ་དེ་ད་སྟོན་དགོས་ཀྱི་ཡོད་རེད། བུ་དེ་ཚོ་ཁྲོད་དེ་ཤིན་ཏུ་གལ་ཆེན་པོ་རེད། བྱས་ན་ལོ་སོ་དགུ་མ་སྐྱེངས་ཟིག་ཡོད་རེད་བ་དེ་ནང་ལ་ཡང་གསེར་དང་བུང་བ་མཉམ་པའི་འཕགས་མཆོག་ལ་གླིང་བཞི་ཕུན་ཚོགས་བཏབ་ཀྱང་ཅིག་ཅིག་སྟེ། དེ་ཡི་ཐུགས་ལ་བསྔགས་པའི་ཆོས་བཟུང་ན་དགོངས་པ་ཡོངས་སུ་རྫོགས་པར་འགྱུར་ཞེས་གྲགས་ཟེར། བུ་དེ་སོང་ཡོད་ད་ལྟ། ཟག་མེད། སྟོབས་ཆེན་པོ་དང་ལྡན་པའི་དགེ་བླ་མ་ཐམས་ཅད་ལ་ཟག་བྱེད་ཀྱི་དངོས་པོ་ཕུལ་ནས་ཐུགས་མཉེས་གང་ཡོད་མི་འདུག་ག། ད་ཟག་མེད་ཞེས་པ་ཕུལ་དགོས་ཀྱི་ཡོད་རེད། ཟག་པ་མེད་པའི་མཆོད་པ་དེ་ག་རེ་ཟེར་ན་སྒོ་གསུམ་གནད་དུ་བར་གཅིག་ཏུ་སྤུངས་བྱས་ནས་ཐོས་བསམ་སྒོམ་གསུམ་བྱས་ཡ། སློབ་སྦྱོང་བྱེད་ཡག་བསླབ་པ་སློབ་གཉེར་གྱི་ཐོག་ལ་ཡང་ཤུགས་རྒྱག་ཡག་དངོས་དང་བརྒྱུད་ནས་དུས་ཚོད་ཚང་མ་དེའི་ཐོག་ལ་བ་གཏང་ཡག་གོ་སྐབས་ཚང་མ་དེའི་ཐོག་ལ་བ་གཏང་ཡག་དེ་ད་གལ་ཆེ་ཤོས་ནི་དེ་རེད་འདུག་བ། འོ་དེ་རེད་དེ་འདྲ་ཡིན་དུས་ཅིག་སོ་སོས་ཀྱི་གཏམ་ཅིག་ངའི་རྩ་བའི་བླ་མ་ཟེར་གྱི་དེ་གཏམ་ཚང་མ་ནི་ཞེ་འགོག་གི་ཐོག་ནས་བླ་མ་ལས་ཀྱི་རྩ་བ་ཆེན་པོ་འཛིན་མཁན་ཡོད་རེད། ཁ་ཤས་ནི་སོ་སོ་ཕ་ཡུལ་གཅིག་མ་ཡིན་པའི་ཐོག་ནས་ཡུལ་ཚན་གྱི་ཐོག་ནས་ཡང་ཡང་ཅིག་བླ་མ་ལ་ཡང་ཁ་ཕོ་ཁྲེལ་བྱས་ནས་རྩ་བ་ཆེན་པོ་རེད་ཟེར་ཟིན་མཁན་ཡོད་རེད་ད་དེ་མ་རེད་བ། ང་ཚོ་གལ་ཆེ་ཤོས་ཁ་ས་ན་བླ་མའི་ཐུགས་རྒྱུད་ལས་ཡོལ་བས་ཀྱི་ད་ཟག་པ་མེད་པའི་ཆེན་པས་ཀྱི་ཡོན་ཏན་དེ་ལ་ང་ཚོས་ཀྱི་དེ་སྨད་དུ་བྱུང་བ་དེ་གཞན་དང་མི་འདྲ་བ་ཞིང་བྲན་མི་འཇོག་པ་ཅིག་ཡོད་བསམ་པས་ཀྱི་སེམས་པ་སྤྲོ་བ་དང་དད་པ་དང་དམུ་རྒོད་དེ་འདྲ་ཅིག་ཡོད་པ་ཡིན་དུས་ད་དེ་ཁོ་ན་གྱི་བླ་མ་ཡིད་ལ་དྲན་ཟིག་འགྲོ་བ་ང་ཚོ་བླ་མ་ཡིད་ལ་དྲན་ཟེར་ཡག་དེ་བླ་མའི་གི་ཞལ་རས་དང་སྐུ་གཟུགས་དེ་ཡིད་ལ་དྲན་ཟེར་གྱི་ཡོད་མ་རེད། བླ་མ་ཡིད་ལ་དྲན་ཟེར་ཡག་དེ་བླ་མའི་གི་དུས་ད་རྣམ་པ་ཀུན་ཏུ་བཀའ་སློབ་ག་རེ་གནང་གི་ཡོད། གདམས་ངག་ག་རེ་གནང་གི་ཡོད་གསུང་ག་འདྲེ་ཞིག་གནང་གི་ཡོད་མཛད་པ་ཕྲིན་ལས་ག་འདྲེ་ཞིག་ཐོག་ལ་གནང་གི་ཡོད་པ་འོ་དེ་ང་ཚོ་ཡིད་ལ་ཡང་ནས་ཡང་དུ་དྲན་བྱས་ནས་འོ་ད་དེ་རྗེས་སུ་སྐྱོང་དགོས་གི་ཡོད་རེད། དེ་རྗེས་སུ་སྐྱོང་ཡག་ལ་ཡག་སྒང་ལ་ཞུགས་མཁན་ཐམས་ཅད་ལ་ཡང་འགན་ཡོད་བསྡད་པ་མ་བར་ད་ལ་ཞུགས་མཁན་ཐམས་ཅད་ལ་འགན་མེད་བསྡད་མཁན་འདྲ་བོ། ཡང་འགའ་ཤས་ནི་ཡང་མ་ཤ་མ་ཞུ་མཁན་ཐམས་ཅད་ལ་འགན་ཡོད་ནི་ངས་སྒང་ན་ཞུ་མཁན་ལ་འགན་མེད་པ་འདྲ་བོ་དེ་འདྲ་མ་ཡིན་པ། ཡོད་དོ་བ་ཐམས་ཅད་ཀྱི་ཕྱར་བ་གྲུ་འདེགས་ཀྱི་ཐོག་ནས་ནུས་པ་མཉམ་སྤུངས་ཀྱི་ཐོག་ནས་དེ་ནི་ཆོས་དང་ང་ཟེར་ཡག་དང་ཆོས་ཁ་དང་ངའི་སྣ་ཟེར་ཡག་མེད་པ་གང་ལྟར་རེད་བསམ་རྒྱུ་དྲན་རྒྱུ་ཚང་མ་འདི་གང་ལྟར་ལྕགས་ཀྱུ་རིན་པོ་ཆེ་དགོངས་པ་རྫོགས་ཚར་བ་ཡིན་ན་ཡང་རིན་པོ་ཆེ་གི་མདུན་ན་རྣམ་པ་ཀུན་ཏུ་བཀའ་སློབ་དང་གདམས་ངག་གསུངས་མཛད་པ་དྲན་ནས་སྐུ་ཡི་མཛད་པ་དྲན་ནས་གསུང་གི་ད་ག་ན་ཞིག་གི་གཅིག་གི་གདམས་ངག། ཐུགས་ཀྱི་རྗེས་ཕྱོགས་ག་རེ་ཡོད་པ་དེ་ཅག་ནང་པ་ཚོ་ལ་རྒྱུས་ཡོད་རེད་རྒྱུས་ཡོད་པ་ཡིན་ན་ད་དེའི་ཐོག་ལ་བཤགས་བཅོས་བྱས་ན་འགྲོ་ཐུབ་པ་དང། དེ་གཅིག་གི་གནམ་ཞག་རྒྱུན་དུ་ཡང་གཅིག་གར་བཟོ་བ་རེད། གཅིག་ད་རྒྱུན་ཆད་མེད་པ་གཅིག་གི་ཐོག་ནས་དེ་འདྲ་ཞིག་གནང་ཐུབ་ཡ་དེ་ཆེས་གྲགས་གལ་ཆེན་པོ་རེད་ལ་ཁོ་དེ་འདྲ་ཞིག་གནང་རོགས་གནང་ཟེར་ང་ཞུ་ཡ་ཡིན་དེ་འདྲ་ཞིག་གནང་ཐུབ་ད་ད་ནུས་པ་ཆེན་པོ་ཡོད་རེད། ད་ལྟ་དེ་ཡིན་མིན་གྱི་བཀའ་མོལ་བ་རྒྱས་པར་མི་བརྗོད་དོགས་བྱེད་ཀྱི། ད་ནས་མཐར་ཐུག་གསུམ་ཟེར་གྱི་བྱུང་སོང་འདུག་བ། མཐར་ཐུག་གསུམ་ནང་ན་དང་པོ་དེ་མྱོང་བའི་མཐར་ཐུག་ཟེར་བཤད་ཡོད་བ་རེད། གཉིས་པ་དེ་བྱིན་རླབས་ཀྱི་མཐར་ཐུག་ཟེར་བཤད་ཡོད་བ་རེད། རེད་འདུག་བ། ད་དང་པོ་དེ་ག་རེད་བསམ་ན། ད་ནས་ག་རེ་ལ་གོ་གི་ཡོད་ར་ས་དུ་བླ་མ་དེ་ཡིད་ལ་དྲན་བགྱིད་ཀྱི་ཡོད་མ་རེད་གསུང་བ་རེད་མྱོང་བའི་མཐར་ཐུག་དེ། མྱོང་བའི་མཐར་ཐུག་དེ་ག་བ་ཞག་མྱོང་བ་ཟེར་དུ་མྱོང་བ་ཉམས་སུ་མྱོང་བའི་མྱོང་བ་དེ་རེད་བ། ད་བླ་མ་ལ་བརྟེན་ནས་ང་ཚོ་ལ་མྱོང་བ་ཞིག་ཐོབ་དགོས་ཀྱི་ཡོད་རེད། བླ་མ་ལ་བསྟེན་ནས་མྱོང་བ་ག་རེ་ཐོབ་དགོས་རེད་ཟེར་ན་བླ་མ་སངས་རྒྱས་དངོས་ཡིན་བསམ་པའི་མྱོང་བ་དེ་ཐོབ་དགོས་རེད་གསུངས་ཡོད་རེད་ད་འདི་ཀརྨ་པ་རྗེ་པད་མ་ཆོས་རྡོ་རྗེ་གིས་ཁོང་རང་གི་གདམས་ངག་ནང་ལ་ཡོད་རེད་བ་དེ་ཚང་མས་ཀྱང་ཕྱག་ལེན་ཟིན་མྱོང་ཡོད་རེད་དེ་འདྲ་ཡིན་དུས་དེ་ག་རེ་གསུངས་ཟེར་ན་མྱོང་བའི་མཐར་ཐུག་དེ་གཏན་ནས་བླ་མ་ཆོས་སྐུ་ལ་མཐོང་ཐུབ་པ་ཞིག་དགོས་ཀྱི་རེད། བླ་མ་ཆོས་སྐུ་ལ་མཐོང་ཟེར་བའི་སྐབས་སུ་ག་རེ་བླ་མའི་གིས་ཐུན་མོང་གི་མཐའ་མ་པའི་མཛད་ཕྱོགས་འདི་བསམ་བློ་བཏང་པ་མ་ཡིན་བ། དུས་དང་རྣམ་པ་ཀུན་ཏུ་ང་རང་ཚོའི་སེམས་ལ་ཕན་པའི་གདམས་ངག་རེད་འདུག་ག་སེམས་ལ་ཕན་པའི་གདམས་ངག་དཔེར་ན་རྒྱ་བོད་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་བཤད་ཡོད་དུ་དང་པོ་ཆོས་འདུལ་བ་ནས་སོང་སྟེ་ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་ཟེར་ཚིག་དེ་བཞི་ལ་བཞག་པའི་ཐོག་ནས་དང་པོ་ངེས་འབྱུང་གི་བློ་ག་འདྲ་ཞིག་སྐྱེ་དགོས་ཀྱི་ཡོད་པ་ངེས་འབྱུང་གི་བློ་སྐྱེ་ཚར་བའི་གཞུག་ལ་ཨ་ནེ་ཐེག་པ་ཆེན་པོའི་ལམ་དུ་ཞུགས་ཡོད་དུས་བརྩམས་པ་ལ་བསམ་པ་སེམས་བསྐྱེད་ག་འདྲ་ཞིག་དགོས་ཀྱི་ཡོད་པ། བསླབ་པ་སློབ་གཉེར་གང་ལེགས་སུ་དགོས་ཀྱི་ཡོད་པ། ལྷག་པར་དུ་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་གྱི་སྣང་བ་ལས་ཡོན་ཏན་བརྩམས་པ་ལ་བརྟེན་ནས་སྣང་བ་ཐམས་ཅད་བླ་མའི་སྐུ། སྒྲ་གྲགས་ཚད་ཐམས་ཅད་བླ་མའི་གསུང། དྲན་རྟོག་ཐམས་ཅད་བླ་མའི་ཡེ་ཤེས་ཀྱི་རོལ་པར་འཆར་ཚུལ་དེ་ཚོའི་བློ་ལ་ངེས་ཐུབ་ན་བླ་མ་ཆོས་སྐུའི་མཐོང་གསལ་དེ་དེ་རེད་བ། དེ་རེད་འདུག་བ་དེ་མ་གཏོགས་དེ་འདྲའི་ཅིག་གིས་ང་ཚོ་བླ་མ་ལ་འདུ་ཤེས་བསྐྱེད་མ་ཐུབ་ན། ཅིག་གིས་བླ་མ་རྩ་བ་ཆེན་པོ་རེད། ག་རེ་ས་ཐུགས་བརྩེ་བ་ཆེན་པོ་ཡོད་ང་ལ་ཡང་བཀའ་དྲིན་ཆེན་པོ་ཡིན་ཟེར་བ་ཙམ་ཞིག་གིས་ང་ཚོར་དེ་ཁུངས་ཆོད་ཐུབ་ཀྱི་མ་རེད། དེ་འདྲ་ཡིན་དུས་ཚང་མ་ལ་སྤྱི་ཁྱབ་ཀྱི་ཐོག་ནས་རྒྱ་ཆེ་ས་དང་དམིགས་པ་ཡིན་ན་ཡང་རྒྱ་ཆེ་ས་རྣམ་པ་ཡིན་ན་ཡང་རྒྱ་ཆེ་ས་གཅིག་གི་ཐོག་ལ་ང་ཚོས་དེ་འདྲ་ཞིག་བསམ་བློ་བཏང་ཐུབ་པ་ཡིན་ན་མི་ཆོས་རྡོ་རྗེ་གི་མྱོང་བའི་ཐང་དུ་བླ་མ་ཆོས་སྐུ་ལ་མཐོང་བ་བླ་མ་ཆོས་སྐུ་ལ་མཐོང་གསལ་ག་རེ་བླ་མ་ཆོས་སྐུ་ཡིན་པ་ཡིད་ལ་དྲན་དགོས་རེད་གསུང་བ་རེད་བླ་མ་དེ་ཐ་མ་དཔེ་གི་བླ་མ་མ་ཡིན་པ། རང་ག་བ་འཇིག་རྟེན་དཔལ་གྱི་བླ་མ་མ་ཡིན་པ། བླ་མའི་སྐུ་གསུང་ཐུགས་ཀྱི་མཛད་པ་ཕྲིན་ལས་དེ་ཚོ་བྲལ་ཏེ་བསམ་གྱིས་མི་ཁྱབ་པ། ཆོས་ཉིད་དང་མཐུན་པ་གནས་ཚུལ་དང་མཐུན་པ་ཅིག་ཡོད་པ་ལ་ང་ཚོ་ངེས་ཤེས་སྐྱེས་ནས་དེ་ཡིད་ལ་དྲན་ཐུབ་ན། མྱོང་བའི་ཐར་ཐོར་བླ་མ་ཡིད་ལ་དྲན་པ་ཟེར་ཡག་སྟེ་བླ་མ་ཆོས་སྐུར་དྲན་པ་དེ་འདི་རེད་དོ། འོ་འདི་རེད། ད་དེ་རེད། ད་དེའི་ནང་གཉིས་པ་དེ་ག་རེ་བྱ་དགོས་ཟེར་ན་དེ་ནི་བྱིན་རླབས་ཀྱི་ཐབས་ལམ་རེད། བྱིན་རླབས་ཀྱི་མཐར་ཐུག་གི་ཁར་ཚང་ན་ཐ་མག་ཅེས་རྟོག་ཚོགས་ཐམས་ཅད་འགག་བྱས་ནས་མ་དག་པའི་རྟོག་ཚོགས་ཐམས་ཅད་མགོ་ནས་དག་པ་ལ་ཡང་ཤར་ཐུབ་ན་དེ་བྱིན་རླབས་ཀྱི་མཐར་ཐུག་ཡིན་གསུང་བ་རེད་འདུག་བ་བྱིན་རླབས་མཐར་ཐུག་དེ་ལྟ་སྟེ་དགོས་ཀྱི་འདུག་བ་དེ་བཤད་ཡོང་དུས་ང་ཚོས་ཚིག་གི་སྔ་དྲོ་ཡར་ལངས་ཡོང་དུས་ནས་བཤད་ནས་ང་ཧ་ཅིང་ལ་འདོན་གྱི་ཡོད་རེད་བ། རང་ངག་བྱིན་རླབས་འདོན་པ་ནས་བཟུང་སྟེ་དང་པོ་ངག་བྱིན་རླབས་བྱས་དེ་ནས་ལུས་བྱིན་རླབས་བྱས་དེ་ནས་ཡིད་བྱིན་རླབས་བྱས་ནས་ལུས་ངག་ཡིད་གསུམ་བྱིན་གྱིས་བརླབས་ནས་རང་གིས་བྱིན་གྱིས་བརླབས་བྱས་ནས་དེ་ནས་དེ་ནས་ཡར་བྱས་ནས་སྐྱབས་སུ་འགྲོ་བའི་གའི་ཚུལ་བྱས་དེ་ནས་ཡང་བྱང་ཆུབ་སེམས་ཀྱི་ཉམས་ལེན་དེ་ཚོ་སྤྲད་དེ་ཉི་མ་གཅིག་གི་ཐུན་ཚོད་ཀྱི་ནང་ཁོང་ལ་ང་ཚོ་བསམ་པ་པ་ཡང་འདི་འདི་ཆགས་ཀྱི་ཡོད་རེད། རེད་འདུག་བ། ཨོ་དེ་འདྲ་ཡིན་དུས་བསམ་པ་ལ་ད་ག་རེ་ག་རེ་བསྒུག་གི་འདུག་ཟེར་དུས་དུས་ད་རྣམ་པ་ཀུན་ཏུ་སོ་སོའི་རྩ་བའི་བླ་མ་ཡིད་ལ་དྲན་བླ་མ་དགོངས་པ་རྫོགས་ཟིན་པ་རེད། འཇིག་རྟེན་གྱི་ཁམས་ཀྱི་གདུལ་བྱ་འཕྲིན་ལས་གནས་སྐབས་བཀྲིས་ལ་ཡང་གདུལ་བྱ་འཕྲིན་ལས་མཇུག་རྫོགས་ནས་ཞིང་གཞན་དུ་ཕེབས་པ་རེད། ད་ཕེབས་པ་ཡིན་ན་ཡང་འདིའི་བཞུགས་པའི་སྐབས་སུ་ཞལ་འབྱོན་གསུང་ཐོས་པའི་སྐབས་སུ་ལ་ཡང་རྣམ་ཐར་ག་རེ་ཡོད་པ་དེ་ཡིད་ལ་ཡང་དུ་ཟིན་ཞིག་དྲན་བྱས། དྲན་ནས་ཨ་ནི་ང་ཚོ་དེ་དང་ཆོ་ག་ཆོས་སྤྱོད་ཚོགས་ཀྱི་ཡོད་རེད་སྒྲུབ་མཆོད་ཚོགས་ཀྱི་ཡོད་རེད་ད་ག་ན་ཞིག་གི་སྒྲུབ་གྲྭ་བ་ཡིན་ན་ནི་ཐུན་གྱི་ཐུན་དང་ཐུན་མཚམས་ཀྱི་ཉམས་ལེན་གནང་གི་ཡོད་རེད་ད་དེ་ཚོའི་སྐབས་ལ་ཡང། དཔེར་ན་སྣང་བ་ཐམས་ཅད་བླ་མེད་ཀྱི་སྐུ། སྒྲ་གྲགས་ཚད་ཐམས་ཅད་བླ་མའི་གསུང། དྲན་ཐོ་ཐམས་ཅད་བླ་མའི་ཐུགས་ཀྱི་རོལ་པ་ཟེར་ཡག་དེ་དུས་ཚོད་ང་ཚོ་སྣང་གྲགས་རེ་གསུམ་ལྷ་སྔགས་ཆོས་སྐུ་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པའི་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་གཡེམ་པའི་ཐུགས་ཀྱི་ཐིག་ལེ་རོ་གཅིག་ཤོག་ཟེར། ཨོ། ད་དེ། སྨིན་གླིང་གཏེར་ཆེན། འགྱུར་མེད་རྡོ་རྗེ་གི་གསུང་རེད་བ། སྨིན་གླིང་གཏོར་ཆེན་གཏེར་ཆེན་འགྱུར་མེད་རྡོ་རྗེ་ཁོ་རང་ཞིང་ལ་ཕེབས་རན་པའི་སྐབས་སུ་ལ་ཞྭ་ཆེན་པོ་ཚུར་དུ་གསུངས་པ་རེད་དེ་གཟིགས་པས། སྣང་གྲགས་རིག་གསུམ་ལྷ་ལྔ་ཆོས་སྐུ་ལྔ་སྐུ་དང་ཡེ་ཤེས་རོལ་པར་བརྒྱན་པའི་ཟབ་གསང་རྣལ་འབྱོར་ཆེན་པོ་ཉམས་ལེན་དབྱེར་མེད་ཐུགས་གཅིག་ཐིག་ལེ་རོ་གཅིག་ཤོག་སེར་ཡི་བཀའ་སྲོལ་བླ་དྭགས་དགོངས་པ་རྫོགས་པ་ལ་ཁ་གཏད་ལ་བཞག་སྤྱན་དངོས་ཚུལ་དུ་གསུངས་པའི་གདམས་ངག་ཅིག་རེད། དེ་བཞིན་འཇུ་མེད་རྡོ་རྗེ་སེ་ཡ་ཏི་སྨིན་གླིང་བདེ་ཆེན་གྱི་སྐུ་མཆེད་དེར་བ་འོང་ཐུགས་རྗེ་རེད། ད་དེ་འདྲའི་ཅན་གྱི་ཉམས་ལེན་དེ་ང་ཚོ་དུས་རྒྱུན་ཁ་ནས་དེ་འདོན་བསྡད་པ་དང་ཅིག་ལབ་བསྡད་པ་དང་དེ་ཨ་སྦྱོར་ཡང་སྦྱོར་བྱས་བསྡད་པ་མ་ཡིན་པར་སེམས་རྒྱུད་ཀྱི་ཐོག་ལ་ཡང་ཡོང་ཐུབ་ན། ངའི་འདུག་ཟེར་ས་མ་བཏབ་པའི་སྐབས་སུ་ཅིག་གིས་བླ་མའི་ཐུགས་དགོངས་སྒྲུབ་ཡ་ལ་ཡང་དེ་ལས་ལྷག་པའི་གི་བྱེད་ལས་ཐུགས་མངོན་མི་འདུག་ཨ་ད་ག་ན་ཤིང་གིས་བླ་མ་ཞལ་བཞུགས་པའི་སྐབས་སུ་ཡིན་ན་ཡང་ང་ཚོ་བརྟན་བཞུགས་བྱ་ཡ་ཅིག་ཡོད་རེད་བ་ད་སྨན་དྲོན་ཕུ་གསེར་གྱི་སྐུ་དང་ན་གསུང་དང་ཐུགས་དང་ཡོན་ཏན་དང་འཕྲིན་ལས་མང་པོ་ཅིག་འགྲོ་སོང་ཆེན་པོ་ཅིག་བཏང་གི་ཡོད་རེད་ད་ངའི་ཁ་ཐུག་གི་སྐབས་སྐབས་མོས་བཞུགས་ཀྱི་ཡོད་འགྲོ་སོང་ཆེན་པོ་ཅིག་བཏང་གི་ཡོད་རེད་འགྲོ་སོང་ཆེན་པོ་ཤེས་བུ་ཅིག་བཏང་ཕྱིན་ནས་ད་བླ་མ་ལ་ཡ་ཅིག་སྐུ་གསུང་ཐུགས་དེ་ཕུལ་གི་ཡོད་ཟེར་གྱི་ཡོད་རེད་དེ་ཡིན་ན་ཡང་ཕྱོགས་གཅིག་ནས་ག་རེ་དགོས་པ་ཟེར་ན་ང་ཚོ་སྐུ་གསུང་ཐུགས་དེ་ཕུལ་དགོས་པའི་རྒྱུ་མཚན་དེ་ཤེས་གི་མི་འདུག། རེད་འདུག་བ། ཕྱོགས་གཞན་པ་ཅིག་ནས་ག་རེ་བསམ་བློ་གཏང་གི་འདུག་སེམས་ལ་འགྲོ་སོང་ཆེན་པོ་ཆགས་སྟངས་བྱས་ནས་སྐུ་གསུང་ཐུགས་དེ་བོད་པ་ཡིན་ན་བླ་མའི་ཞབས་བསྟེན་གི་འདུག་གི་བསམ་བསྡད་ཀྱི་འདུག་དེ་ཡིན་ན་དེ་རྩ་བ་དེ་མ་རེད། རེད་འདུག་བ། བླ་མའི་ཞབས་ཞར་ཞུ་བའི་སྐབས་སུ་ལ་ཞབས་བརྟན་ཡག་ཤོས་ཡོད་དེ་ད་ལྟ་དེ་རེད། བླ་མའི་བླ་མའི་སྐུ་གསུང་ཐུགས་གསུམ་དེ་མཐའ་མ་དཔལ་གྱི་སྐུ་གསུང་ཐུགས་གསུམ་ལ་མ་ཤར་བ་བྱས། བླ་མའི་སྐུ་གསུང་ཐུགས་གསུམ་སྟེ་དག་པའི་ཡེ་ཐབས་ཀྱི་སྐུ་གསུང་ཐུགས་ཀྱི་རྣམ་ཐར་ལ་ཡང་ཨོ་འོ་འདུག་ཟེར་བཞིན་དེ་ཕྱིར་གཤེགས་ནས་དེ་ལ་ཡིད་ཆེས་དང་མོས་གུས་དད་པ་རྣམ་པར་དག་པ་ཅིག་ཡོད་པ་ཡིན་ན་བླ་མའི་ཞབས་འདྲེན་དེ་རེད་རེད་འདུག་བ་དེ་སྤྱན་གྱི་རེད་རྣམ་པ་ཚོ་ཚང་མས་སྤྱན་གྱི་རེད་སྐད་ཆ་གསར་པ་གང་ཡང་མ་རེད་དེ་སྐད་ཆ་ཉིན་པ་རེད་རེད་བ་དེ་རེད་ད་བླ་མའི་ཐུགས་དགོངས་བཞེད་ཐུགས་བཞེད་འགྲུབ་ཡ་ལ་ང་ཚོས་རྒྱུ་ཕུལ་ན་ཨེ་དྲག་ཟས་ཕུལ་ན་ཨེ་དྲག་པད་ཤག་ཕུལ་ན་ཨེ་དྲག་གསེར་དང་དངུལ་ཕུལ་ན་ཨེ་དྲག་ལྟ་གི་ཡོད་རེད་སོ་སོའི་བསོད་ནམས་ཀྱི་ཚོགས་བརྩམ་དགོས་ཆེད་དུ་ཡིན་ན་འགྲིག་གི་ཡོད་རེད། ཡིན་ན་ཡང་བླ་མ་འཇིག་རྟེན་གྱི་ཁམས་ལ་འཚོ་ཞིང་གཞེས་ནས་ཡུན་རིང་པོ་བཞུགས་ནས་འགྲོ་བ་བསྟན་པ་དང་འགྲོ་བའི་དོན་ལ་ཞུགས་དགོས་ཀྱི་ཡོད་རེད་དེ་ཞུ་ཡ་ལ་སེར་དང་དངུལ་ཕུལ་ནས་ཞབས་པད་བསྟེན་ཐུབ་ཀྱི་མ་རེད་བ། ད་ཞབས་པད་བསྟེན་ཡག་ཡག་ཞུ་ག་རེད་བསམ་ན་བླ་མེད་ཀྱི་བཀའ་ག་རེ་རེ་གནང་པ་དེ་ཅི་གསུང་ན་ཚིག་མ་མཛེས་ཅི་མཛེས་ལེགས་པར་མཐོང་ལྷག་པར་དུ་བླ་མེད་ཀྱི་ག་རེ་རེ་གསུང་པ་དེ་ལ་ཡང་ཡིད་ཆེས་རྡོག་རྡོག་མེད་པ་ཅིག་གི་ཐོག་ནས་ཅི་གསུང་བཀའ་སྒྲུབ་བྱེད་ནས་དཔེར་ན་ང་ཚོའི་རྣམ་ཐར་ཐོག་ལ་ཡང་གདུང་སེམས་རྒྱས་ཡོད་ན་ཡང་དཔེར་ན་མར་བེ་རི་ནཱ་རོ་པ་ལ་ག་འདྲ་ཞིག་བསྟན་འདུག་དེ་ང་ཚོ་ལོ་རྒྱུས་ཤེས་ཤེས་པར་རོ། པཎ་ཆེན་གཏེར་ལོ་པ་གིས་ད་ནི་ད་ག་ན་ཞིག་ནཱ་གི་ག་ས་ནཱ་རོ་པ་གིས་གཏེར་ལོ་པ་ལ་ག་འདྲ་ཞིག་བསྟན་ཤག་ནཱ་རོ་པ་གིས་ནཱ་རོ་པ་ལ་ཡ་ད་ནི་མར་བེ་ག་འདྲ་ཞིག་བསྟན་འདུག་མི་ལེགས་ཀྱི་མར་བ་ལ་ག་འདྲ་ཞིག་བསྟན་འདུག་དྭགས་པོའི་གིས་མི་ལ་ལ་ག་འདྲ་ཞིག་བསྟན་འདུག་དེ་འདྲའི་ཟེར་ཆུ་ཁུ་རྡོག་གཅིག་འཕྱང་ནས་སོང་སྟེ་ད་ལྟ་རང་གི་རྩ་བའི་བླ་མ་ལ་ཐུག་གི་བར་དུ་རྣམ་ཐར་གྱི་བརྒྱུད་རིམ་དེ་ཚོ་བཀྲལ་ཏེ་བླ་མ་ལས་སློབ་མ་བཟང་སློབ་མ་ལས་ཡང་སློབ་བཟང་བའི་གི་རྣམ་ཐར་ཞིག་ཡང་ཚོ་དུས་རྒྱུན་ཁ་ནས་རྟག་པར་ཤེས་བསྡད་ཡག་ཞིག་ཡོད་རེད་བ། དེ་བཤད་བསྡད་པ་དེ་ཡི་གེ་ནང་ལ་བྲིས་ཆེད་དཔེ་ཆ་བཟོས་དེབ་བཟོས་པ་གཅིག་པུ་མ་ཡིན་པ་ང་ཚོ་ལག་ལེན་ནང་ལ་བཀལ་དགོས་ཀྱི་ཡོད་རེད། དེ་ལག་ལེན་ནང་ལ་བཀལ་ཐུབ་ན། འོ་བླ་མ་སྐུ་འཚོ་ཞིང་ཞེས་པ་ལ་ཡང་རྣམ་ཐར་བྱིན་རླབས་རྟོགས་པ་དང་ནུས་པ་དེ་ལས་ཆེ་ཚད་ཡོད་མ་རེད། བླ་མའི་ཐུགས་བཞེད་འགྲུབ་བ་ལ་ཡང་དེ་ལས་ལྷག་པ་ཡོད་མ་རེད། བླ་མའི་ཐུགས་བཞེད་འགྲུབ་པ་ལ་སངས་རྒྱས་དང་སྲས་དང་བཅས་པ་ཐམས་ཅད་ལ་ཡང་དད་འགུལ་བྱས་བྱས་ནས། ཐུགས་རྗེ་ཆེ་ལ་བསྔགས་རོགས་གནང། ཐུགས་རྗེ་རྗེ་བ་དག་གི་སྐོང་ཐུབ་ཡ་ལ་བར་ཆད་མི་ཡོང་བ་དང་ཐུགས་བཞེད་ཐམས་ཅད་ལྷུན་གྱིས་འགྲུབ་པ་ཐུགས་རྟེན་ནས་ཅིག་གི་བྱིན་རླབས་གནང་རོགས་གནང་ཟེར་ཡ་དེ་བྱིན་རླབས་འཇུག་གི་ཡ་གི་རྐྱེན་ཡང་དེ་ལས་ལྷག་པ་རྩ་ནས་མི་འདུག་ག་ད་དེ་འདྲ་ཅིག་མེད་པའི་ཞུ་བོ་དེ་ལ་ང་ཚོ་གི་ཧུང་ཧུང་ཕེ་ཕེ་ཟེར་ཚད་ལ་ཞི་བོ་ཆེ་འདོན་བསྔགས་གཏོང་རོགས་མོ་གཏོང། གང་ཡིན་གཏང་རག་གཏོང་གཏང་བྱས་ནས་འགྲོ་སོང་མང་པོ་ཤི་བོ་ཤི་སྟངས་དུས་ཚོད་མང་པོ་ཞིག་བསྐྱལ་བྱས་ཡིན་ན་ཡང་ལུས་ངག་ཡིད་གསུམ་དེ་གཅིག་ལས་ཡར་ཅིག་སྤུངས་མ་ཐུབ། ལུས་དང་ངག་དང་སེམས་དེ་དཔལ་དེ་ལོ་ག་སོང་དེ་འདྲ་རེད་ཡོང་དུས་དེ་ནི་ཆོས་ནས་བཤད་པ་ལྟ་བུ་ལ་ཡང་ཕན་ཡོན་དང་ནུས་པ་དེ་ཐོབ་མ་ཐུབ་པ་དང་མགོ་རྙོག་ཚ་པོ་མང་པོ་ཅིག་དེ་ནས་ཡོང་བསྡད་ཡོད་འདུག་བ་འོ་དེ་འདྲ་རེད་ད་ད་ལྟ་བླ་མ་དགོངས་པ་རྫོགས་གནས་སྐབས་ཅིག་ལ་ཡང་ཐུགས་སུ་དགོངས་པ་རྫོགས་པ་རེད་ད་ད་ལྟ་ང་ཚོ་གི་འགན་ཆེ་ཤོས་དེ་ག་རེད་བསམ་ན་ད་སྤྲུལ་པའི་བརྡ་ཤ་སྙུད་དུ་ཆ་ཡ། ཡང་སྲིད་རིན་པོ་ཆེ་གཡུ་ཐོག་ཕལ་གོ་གི་ཡོད་རེད། གཡུ་ཐོག་ཕལ་ལ་ད་སངས་རྒྱས་བཀའ་མོ་པ་ཆེན་པོ་སྐུ་མདུན་ནས་ཡང་བསྐྱར་བཤད་ནས་གཡུ་ཆེན་སོང་སྟེ་སོང་རོགས་གནང་ཞུ་ཡག་འདྲ་པོ་དང་ད་རྒྱལ་བ་ཡབ་སྲས་ཡིན་ན་རེད་ད་ག་ནང་བཞིན་གྱི་རིགས་སུ་མ་ཆད་པའི་གས་ཕྱོགས་ཀྱི་སྤྲུལ་པའི་སྐུ་ཐོག་དག་ཡིན་ན་རེད་ད་བླ་མ་མཁན་པོ་སློབ་དཔོན་བསོད་ནས་ད་ཚོ་ལ་ཡང་དེ་གཡུ་ཆེན་སོང་སྟེ་བརྩམས་རོགས་གནང་ཟེར་ཞུ་གི་ཡོད་རེད་དེ་ཚོ་ཕྱོགས་གཅིག་ནས་ཞེ་དྲག་གལ་ཆེན་པོ་རེད་གཡུ་ཆེན་སོང་སྟེ་བརྩམས་གནང་བརྩམས་པ་པོ་ཡང་དེ་ག་ཚ་གང་གཉིས་ཡོད་རེད་གཅིག་དེ་ད་སངས་རྒྱས་བཀའ་མོ་པ་ཆེན་པོ་ལྟ་བུ་དེ་འདྲ་ཡིན་ན་ནས་གཅིག་གིས་དངོས་གནས་དྲང་གནས་ཀྱི་ཤོ་ལོ་ཀ་གཅིག་གསུངས་པ་ཡིན་ན་ཡང་དེ་ང་ཚོས་ཐེངས་གཅིག་སྤྱོར་བ་ཡིན་ན་ཡང་ཕན་ཡོན་ནུས་པ་བསམ་གྱིས་མི་ཁྱབ་པ་ཡོད་རེད་བ། གཅིག་གཞན་པ་དེ་རྩོམ་ཤེས་པ་པོ་རྩོམ་ཤེས་མཁན་ཅིག་ཡོད་པ་ཡིན་ན་ཡང་གཅིག་རྩོམ་གྲོགས་ཞིག་ལབ་པ་ནི་ཁོ་རང་གིས་རྩོམ་མཁན་གང་ཟག་ཅིག་གི་ངོས་ནས་རིན་པོ་ཆེ་ལ་ཡར་དད་པ་དང་མོས་གུས་དངོས་གནས་དྲང་བདེན་གྱི་བཅོས་མ་མ་ཡིན་པའི་གལ་འདོད་པ་དང་མོས་གུས་ཡོད་མཁན་ཅིག་གི་རྩམ་པ་ཡིན་ན་བྱིན་རླབས་ཡོད་རེད་ད། ང་ཚོ་ཡང་མཚམས་མཚམས་ཡར་མཐོང་པོ་ལ་བལྟ་བྱས་པ་མ་གཏོགས་མང་ཙམ་བལྟ་ཤེས་ཀྱི་མི་འདུག་བ། གཅིག་གིས་ཡ་གི་རྒྱ་སེ་གང་ལ་ཆུ་དེ་ངན་དང་གོས་ཆེན་བཏུམ་བཞག་པ་དེ་ཚོ་གཅིག་གིས་བརྩམ་བཞག་པ་དེ་ཞི་བོ་ཡིན་ས་རེད་བསམ་བྱས་མ་གིའི་ཟན་དང་སྟོན་ཁ་རེད་དེ་ངན་ཡིན་གཅིག་གིས་ཡི་ཆད་རིན་པོ་ཆེ་ལ་དད་པ་ཡོད་པ་དེ་ཚོ་འདྲི་དེ་ཡང་མཐོང་གི་མི་འདུག་བ་འོ་དེ་ཡང་བལྟས་ཚེ་ང་ཚོ་བོད་པའི་སྐྱིད་ཚོགས་ནང་ངོ་དང་ལྷག་པར་དུ་དགོན་པ་གྲྭ་ཚང་ནང་ན་དེ་སྐྱོན་ཆེན་པོ་ཡོད་རེད་དེ་འདྲ་མེད་པ་བྱས་ནས་ང་ཚོ་གར་སྒུག་དགོས་ཟེར་ན་ལྷག་བསམ་སྒུག་གི་ཡོད་རེད། དད་པ་གོ་དགོས་ཡོད་རེད། མོས་གུས་གོ་དགོས་ཡོད་རེད། རིན་པོ་ཆེ་ལ་ཡང་དངོས་གནས་ཕྲ་མེན་གྱི་བཅོས་མ་མ་ཡིན་པའི་སྙིང་ཁོང་རུས་པའི་གཏིང་ནས་གཅིག་གིས་གཅིག་སྲོང་ཚེ་མར་འཛིན་ཐུབ་མཁན་ཅི་ཚད་ལེགས་པར་མཐོང་ཐུབ་མཁན་ཅིག་ཡོད་པ་ཡིན་ན་དེ་འདྲའི་གཅིག་གིས་ཁ་ནས་ཚིག་གཅིག་མ་གཏོགས་མ་བཤད་ན་ཡང་ཁ་འཕེན་ཚིག་འཕེན་འདེགས་ཀྱི་ནུས་པ་ཆེན་པོ་རེད། རྩོམ་གཅིག་རྒྱག་པ་ཡིན་ན་ཡང་དེ་ཁོ་རང་ལྷག་བསམ་ལྷད་མེད་ཀྱི་ཐོག་ནས་རིན་པོ་ཆེ་གཡུ་སྒྱུ་སོང་པའི་རྩམ་པ་ཡིན་དུས་དེ་ལ་ཡང་སྟོབས་ཡོད་རེད་ནུས་པ་ཡོད་རེད་རེད་འདུག་བ། ཐམས་ཅད་སེམས་ཡོང་བ་དེ་ཡིན་དུས་བསམ་པ་ང་ཚོ་དེ་འདྲ་གཅིག་དགོས་ཀྱི་ཡོད་རེད་དེ་ཡིན་ན་ཡང་ད་སྨྱུག་ཆུན་གསོལ་འདེབས་དེ་གཅིག་གཅོར་ནས་ཉིན་མཚན་མེད་པ་ལ་གཅིག་སྨྱུག་ཏུ་ཕེབས་རོགས་གནང་ཟེར་ཀྱང་སྨྱུག་ཏུ་ཕེབས་རོགས་གནང་སྤྲུལ་པའི་བརྡ་ཞིག་སྨྱུག་ཏུ་ཆགས་པར་ཤོག་ཟེར་དེ་འདྲ་གཅིག་བཤད་བསྡད་པ་ལས། རྣམ་པ་ཚོ་གིས་ད་ལྟ་ཤུལ་ལ་བཞུགས་བསྡད་མཁན་ཐམས་ཅད་ཀྱིས་མགོ་ཆོས་རྗེ་བླ་མ་ནས་བཟུང་སྟེ་གཅིག་གིས་ཐམས་ཅད་ཀྱི་ནུས་པ་མཉམ་སྤུངས་བྱས། ལྷག་བསམ་རྣམ་དག་གི་ཐོག་ནས་གཅིག་གིས་གཅིག་ལ་ཡང་དམ་ཚིག་བསྲུང། གཅིག་གིས་གཅིག་ལ་ཡང་མཐུན་ལམ་བྱས། ང་དང་ཆོས་ཟེར་ཡག་ནི་རྩ་ནས་མེད་པར་བྱས། ངའི་ཁ་དང་ཆོས་སྣ་ཚ་མེད་པར་བྱས། ཐམས་ཅད་ཀྱིས་མ་གྲོས་བསམ་པ་གཅིག་མཚུངས་ཀྱི་ཐོག་ནས་གཅིག་གི་དམ་ཚིག་འོ་དང་འོ་མ་དང་ཆུ་གཅིག་ཏུ་འདྲེས་པའི་ཐོག་ནས་ཕྱག་ལས་གནང་པ་ཡིན་ན་རིན་པོ་ཆེ་གཡུ་ཅན་སོགས་འདི་ཡག་ཤོས་འདི་ཆགས་ཡག་རེད་ད་དེ་ཅི་བྱས་ན་མ་ཚོགས་ཡིན་གཅིག་མིན་གཉིས་རེད་འདུག་ག་ང་ཚོ་ཡིན་གཅིག་མིན་གཉིས་སྔགས་གཅིག་བརྡུང་རོགས་རྨོ་གཅིག་བརྡུང་ནས་གཡུ་ཅན་སོགས་འདི་འདོན་དགོས་ཡ་བསམ་བ་དང་དེ་མ་རེད། ལས་གྲུབ་པ་གཙོ་བོ་དེ་སེམས་པའི་སྣང་བ་ལ་ཡང་ལྷག་བསམ་དང་ད་ག་ན་གཞིག་གིས་ཅིག་དམ་ཚིག་འོ་ཆུ་སྐྱིད་དུ་འདྲེས་པའི་ཐོག་ནས་ཅིག་གིས་གང་གང་བསམ་ངས་ད་གིན་ཞུས་པ་ལྟར་དུ་རེ་ལུས་ཅིག་མགུ་ཆོས་ངག་གི་རྣ་ཆོས་སེམས་ཀྱི་བསམ་བློ་བཏང་པ་ཚང་མ་དེ་ང་ཚོ་རིན་པོ་ཆེ་གི་དོན་དག་ལ་ཡང་གཏོང་སྲིད་ཅིག་ཏུ་འགྲོ་ཐུབ་ན། དེ་ནི། གཡུ་རྒྱུན་གསོལ་འདེབས་ཡག་ཤོས་དེ་རེད་ཟེར་ང་དུས་ད་རྣམ་པ་ཀུན་ཏུ་ཡིད་བཞིན་དེ་རང་ཡོད་ལ། དེར་མ་གཏོགས་ད་སེམས་པའི་སྣང་བ་དེ་མེད་ཟེར་བའི་ཤོག་བུ་དེ་ལ་དེ་ག་ཚོད་ཅིག་འདང་སྙན་པོ་ཅིག་བརྒྱབ་ནས་ཉམས་ཉིན་མཚན་ཆུ་ཚོད་ཉི་ཤུ་ས་བཞི་ཆ་ཚང་ཐིག་ནང་ལ་སྐྱོར་བསྡད་པ་ཡིན་ན་ཡང་ཁག་པོ་རེད་བསམ་གྱི་འདུག། དེ་ལས་སླ་པོ་ཅིག་ཡོང་ས་མ་རེད་བསམ་པ་འདུག་ཨོ་དེ་འདྲ་ཡིན་དུས་ཅིག་གི་རྣམ་པ་དགུ་འདུག་ད་རྣམ་པ་དགུ་འདུག་ངས་ད་ལྟ་གལ་པོ་ཆེ་ཞུ་དགོས་ཡ་དེ་རིན་པོ་ཆེ་གིས་དུས་ད་རྣམ་པ་དགུ་འདུག་ཐུགས་བཞེད་ག་རེ་ཡོད་ཨོ་དེ་ནས་ཐུགས་བཞེད་དེ་བདེན་པ་དང་འགྲོ་བའི་དོན་མ་གཏོགས་གཞན་ཐུགས་བཞེད་གང་ཡང་ཡོད་མ་རེད་བ་ད་ཟས་བསྒྲུབ་ཡ་རྒྱུ་བསྒྲུབ་ཡ་ནོར་བསྒྲུབ་ཡ་ང་ཚོ་མཚམས་མཚམས་དགོན་པ་གྲྭ་ཚང་ཟེར་ཡ་དེ་སྤྱི་བཏང་ད་འཚོ་བ་བརྟན་དགོས་དུས་ཙམ་པ་ལ་དཔལ་འབྱོར་ལོངས་སྤྱོད་ཟེར་གི་དེ་དགོས་གི་རེད་ལོས་དགོས་སྦྱིན་བདག་ལ་བརྟེན་དགོས་རེད་དཔལ་འབྱོར་ལ་བརྟེན་དགོས་རེད་རང་ལ་མེད་པ་དེ་རོགས་ནས་འཚོལ་དགོས་གི་ཡོད་རེད་ནས་གྲྭ་ཚང་གསོ་དགོས་རེད་ལས་སླ་པོ་ཡོད་མ་རེད་བ། དེ་ཡིན་ན་ཡང་རྦད་དེ་ཁོ་རང་གི་ཡང་ནུས་པ་ཆ་ཚང་དེ་དེའི་ནང་ལ་སྤུངས་བཞག་ན་ལྟས་ཚོད་ཅིག་ཡག་པོ་མི་འདུག་བསམ་གྱི་འདུག་རེད་བ། དེ་བཞིན་ར་གས་ཆེན་པོ་མ་རེད་ད་དཔལ་འབྱོར་བྱ་རྒྱ་ཆེ་ནམ་ཉིན་ཚད་མེད་པ་དཔལ་འབྱོར་ཁོ་རང་ལ་བསམ་བློ་དང་དཔལ་འབྱོར་ཁོ་རང་ལ་བསམ་བློ་བཏང་ཡོང་ན་དེ་ལ་ལེགས་པའི་ཆ་དང་ཉེས་པའི་ཆ་གཉིས་ཡོད་རེད་ཡག་པོ་བྱས་ན་ལེགས་པའི་ཆ་ཡོང་གི་རེད་བསམ་བློ་བཏང་བཏང་ནོར་ན་ཉེས་པའི་ཆ་ཡོང་གི་རེད་ད་དེ་གལ་ཆེན་པོ་ངས་མཐོང་གི་མི་འདུག་ད་ག་རེ་བྱས་ན་བསམ་པ་ཆོས་བཞིན་བྱས་བྱ་བ་ཐམས་ཅད་ཆོས་བཞིན་དུ་བྱས་ལ་དཔལ་འབྱོར་ལོངས་སྤྱོད་ཕོག་མི་དམན་ཤུགས་ཡོང་གི་འདུག་བ། དེ་དཀའ་ངལ་གང་ཡང་མི་འདུག་གྲྭ་ཚང་སྟོང་པ་ཆགས་ནས་ཟ་རྒྱུ་མེད་འཐུང་རྒྱུ་མེད་ནས་སྟོང་པ་ལྷག་སོང་དུ་ཟེར་ཡ་ཡོད་མ་རེད་ཕ་ཆད་ཡོད་མ་རེད་མི་འདུག་ག་ང་ཚོ་བཀའ་རྒྱུད་ངོ་སོ་ནང་ཡོད་པ་སྒོམ་ཆེན་ཆགས་ནས་ལྟོགས་ནས་ཤི་སུ་འགྲོ་ཟེར་ཡ་མི་འདུག་ཟེར་གི་འདུག་ག་དེ་ཡོད་མ་རེད་ཁོ་སྒོམ་ཆེན་རིགས་ལ་དད་པ་ཡིན་ན་ཡང་ཁོ་ཟ་རྒྱུ་འཐུང་རྒྱུ་ཅིག་རག་འགྲོ་གི་ཡོད་རེད་ད་ག་ནང་བཞིན་གི་གསང་སྟོད་ཀྱི་ཕྱི་དེ་ཚོ་ཡིན་ན་ཡང་ཁོ་ཟ་རྒྱུ་འཐུང་རྒྱུ་ཅིག་རག་འགྲོ་གི་འདུག་ག་ང་ཚོ་གྲྭ་ཚང་ཡིན་ན་གཅིག་གིས་ཆོས་ཞིག་བྱེད་ཀྱི་ཡིན་ན་བསམ་པ་ཆོས་ཞིག་བྱེད་ཀྱི་ཡིན་ན་དེ་ལ་བརྟེན་ནས་འདོད་དོན་ཐམས་ཅད་ཤུགས་ཀྱིས་འགྲུབ་ཐུབ་ཀྱི་རེད་ལྷག་པར་དུ་རིན་པོ་ཆེ་ཁོང་ཐུགས་རྗེ་ཆེན་པོས་དུས་གསུམ་ལ་བལྟ། རྒྱ་མཚོ་ཆུ་སེར་གནས་བྱས་ལ། ཐུགས་ལས་གཡོ་བར་འགྱུར་སྲིད་ཀྱང་གདུལ་བར་བྱ་བའི་སྲས་རྣམས་ལ་སངས་རྒྱས་དུས་ལས་ཡོལ་མེད་ངང་སྲས་མཛད་པ་ཕྲན་ལས་ནམ་ཡང་ཡོད་གི་མ་རེད་ཡིན་ན་ཡང། ལྟ་ཐམས་ཅད་ཤུགས་ལས་ཞུགས་མཁན་ཐམས་ཅད་ཀྱིས་རིན་པོ་ཆེ་ཀྱི་རྣམ་ཐར་དག་གིས་ངས་ད་ལྟ་འདི་རྣམ་ཐར་གྱི་མཐར་ཐུག་དེ་ག་རེ་བཞག་ཡོད་ཟེར་ན་དེ་ནི་སྣང་བ་ཐམས་ཅད་བླ་མེད་ཀྱི་སྐུ། སྒྲ་གྲགས་ཚིག་ཐམས་ཅད་བླ་མེད་ཀྱི་གསུང་དྲན་རྟོག་ཐམས་ཅད་ཡེ་ཤེས་ཀྱི་རོལ་བ་ལ་ཤ་ཡ་དེ་ཨོ་ད་དེ་གལ་ཆེན་པོ་རེད། དེ་ང་ཚོའི་ཉམས་ལེན་གྱི་ནང་ལ་དེ་གནང་རོགས་གནང་ཚོགས་པ་དེ་ཚོགས་ན་ཡང་དེ་གནང་རོགས་གནང་སོ་སོའི་མཐུན་གཅིག་ཞུགས་པ་ཡིན་ན་དེ་གནང་རོགས་གནང། ད་ག་ན་གཞན་གྱི་དགོན་པ་འདི་གི་ཐོག་ལ་ཡང་དངོས་ཤུགས་བརྒྱུད་གསུམ་ནས་ཕྱག་ལས་གང་དང་གང་གནང་གི་ཡོད་པ་ཡང་དེ་ཙམ་ནས་ཡིད་ལ་ངེས་ཀྱི་ཡོད་མ་རེད། རྣམ་ཐར་ཐར་ཐུག་དེ་རེད། དེ་རེད་འདུག་ད། དེ་རེད་དང་པོ་དེ། མྱོང་བ་མཐར་ཐུག། མྱོང་བ་མཐར་ཐུག་བྱས་མྱོང་བ་མཐར་ཐུག་བླ་མ་ཆོས་སྐུ་ལ་བསམ་དགོས་ཡ། རྣམ་ཐར་གྱི་མཐར་ཐུག་དེ་བླ་མའི་སྐུ་གསུང་ཐུགས་ཀྱི་མཛད་སྤྱོད་ལ་ཡང་སྐྱོན་མ་བསམ་པ་བྱས་ནས་རྣམ་ཐར་དང་ཡོན་ཏན་བསྟན་ནས་རེད་འདུག་ག། ཨ་ཧོ་རྣམ་ཐར་དང་ཡོན་ཏན་ལ་བསམ་པར་བལྟ་ཡང་ད་དངོས་གྲུབ་ཀྱི་མཐར་ཐུག་རེད་གསུངས་པ་དེ་ད་དངོས་གྲུབ་ཀྱི་མཐར་ཐུག་དེ་ག་རེད་བསམ་ན་ད་ནི་སྣང་བ་ཐམས་ཅད་དེ་ད་སྒྱུ་མ་ལྟ་བུ་རྨི་ལམ་ལྟ་བུ་བྲག་ཆ་ལྟ་བུ་སྣང་ཙམ་མ་གཏོགས་བདེན་པ་ཡོད་མ་རེད་བསམ་པའི་བསམ་བློ་འདུ་ཤེས་དེ་ང་ཚོ་ཆོས་བྱེད་པ་ཚང་མའི་བསམ་བློ་ལྟ་དགོས་ཡ་འདི་གལ་ཆེན་པོ་རེད་འདུག་བ་དེ་ཤེས་རབ་གལ་ཆེན་པོ་རེད་ད་དེ་དཔེ་ཆ་བ་གཅིག་གི་སྐད་ཆ་གཅིག་པུ་གང་ཡང་མ་རེད་ཤེས་འབྲས་ནང་གི་དཔེ་ཆ་གཅིག་པུ་སྐད་ཆ་མ་རེད་མཚམས་ཁང་ནང་དང་སྒྲུབ་ཁང་ནང་ལ་བཞུགས་མཁན་གྱི་སྐད་ཆ་གཅིག་པུ་མ་རེད། ང་ཚོ་ཆོས་བྱེད་པ་དང་ལྷག་པར་དུ་དཔེ་མེད་རྡོ་རྗེ་འཆང་ནས་སོང་སྟེ་ད་ལྟ་རང་གི་རྩ་བའི་བླ་མ་ལ་ཐུག་གི་བར་དུ་ལ་རྒྱུད་པ་བསམ་གྱིས་མི་ཁྱབ་པ་ཅིག་ཡོད་རེད། རྒྱུད་པ་དེ་ག་རིགས་ཀྱི་རྒྱུད་པ་ཆགས་བསྡད་ཡོད་ཟེར་ན་རྣམ་ཐར་གྱི་རྒྱུད་པ་ཆགས་བསྡད་ཡོད་རེད། རྣམ་ཐར་དེ་ག་རིགས་ཀྱི་རྣམ་ཐར་གྱི་བྱིན་རླབས་རྒྱུད་པ་ཆགས་ཡོད་ཟེར་ན་རྣམ་ཐར་དེ་བྱིན་རླབས་དང་འབྲེལ་བ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་སོ་ཏའི་རྡོ་རྗེ་འཆང་དང་དོན་ཡོད་དུ་རྒྱུད་པ་འཛིན་ནོ་རྣམ་ཐར་བྱིན་གྱིས་རློབས་ཟེར་ཡང་ཚིག་རྐང་གཅིག་གཅིག་པོ་དེ་ལ་དགོངས་པ་བཞེས་ཀྱི་ཡིན་ན་ཡང་ནུས་པ་ཆེན་པོ་འདུག་བ། བརྒྱུད་པ་འཛིན་ནོ་ཟེར་ཡང་དེ་བརྒྱུད་པ་དེ་ག་རེ་བརྒྱུད་པ་རེད་ཟེར་ན་ཆུ་བོ་རྡོ་རྗེ་འཆང་ནས་སོང་སྟེ་ད་ལྟ་རང་གི་བླ་མ་ལ་ཐུག་གི་བར་དོ་ལ་ཡང་ཉམས་ལེན་གྱི་བརྒྱུད་པ་ཞིག་ཨ་རེད། ཉམས་ལེན་གྱི་བརྒྱུད་པ་དེ་ག་རེ་ཟེར་ན་ཚིག་ལ་ཞེན་སོང་བ་དང་ཐ་སྙད་ལ་ཞེན་ནས་ཚིག་དང་ཐ་སྙད་ཀྱི་རྫོང་ལ་ཞེན་བསྡད་པའི་གའི་བརྒྱུད་པ་དེ་མ་རེད་འོ་ན་ག་རེ་བླ་མས་ཅི་གསུང་སྟེ་ད་ལྟ་ང་ཚོ་བླ་མ་དང་བླ་མར་དམ་པ་ཐ་མའི་སེམས་ཅན་ལ་ཟེར་ནས་གསོལ་བ་འདེབས་པོ་ལ་སྐྱོབ་ལངས་ཟེར་ཡོད་པ་འོ་དུས་ཕྱིས་ན་བླ་མ་རིན་པོ་ཆེ་དོན་གྱི་བརྒྱུད་པ་དེ་བྱིན་རླབས་ཀྱི་འཕོ་བ་གའི། རྟོགས་པའི་གདིང་སེལ་ཅིང་མངོན་ཤེས་སྐྱེད་བླང་བསྟན་པ་རྫུ་འཕྲུལ་བཀོད་པ་སྟོན་ཏེ་གཟོད་མེད་བཀའ་དྲིན་གཙོ་སངས་རྒྱས་ལག་བཅངས་སོ་བསྟོད་པ་ཐ་མར་སྣང་བར་གྱུར་ཏེ་དག་པ་རབ་འབྱམས་སྟོན་པ་ཟེར་ཡང་དེའི་ཚིག་དེ་ག་རེ་ཡོང་གི་རེད་བསམ་ན་འདིའི་སྐབས་ལ་དངོས་གྲུབ་ཀྱི་མཐའ་ཐུག་སྟོན་གྱི་ཡོད་རེད་དེ་མི་བཅུ་རྡོ་རྗེ་ཐུན་བཞིའང་མི་བཅུ་རྡོ་རྗེར་གསུངས་པ་རེད་བ་ད་ལྟ་འདིའི་རྣམ་ཐར་གསུམ་དེ་ཡང་མཐར་ཐུག་གསུམ་དེ་ཡང་མི་བཅུ་རྡོ་རྗེ་གིས་གསུངས་པ་ནང་ན་ཡོད་རེད་དེ་འདྲ་ཡིན་དུས་ད་ལྟ་འདིའི་སྐབས་སུ་ལ་ཡང་དངོས་གྲུབ་ཀྱི་མཐའ་ཐུག་ང་ཚོ་དངོས་གྲུབ་ཟེར་ཡང་དེ་ག་རེ་ལ་གོ་གི་ཡོད་རེད་བསམ་ན་བྱིན་རླབས་རེད་དུས་རྒྱུན་ང་ཚོ་དངོས་སྒྲུབ་བྱས་ཏེ་ཚེ་རིང་བའི་དངོས་སྒྲུབ། ནད་མེད་པའི་དངོས་སྒྲུབ། དཔལ་འབྱོར་ལོངས་སྤྱོད་འཐོབ་པའི་དངོས་སྒྲུབ། དགོས་འདོད་ཐམས་ཅད་ལྷུན་གྱིས་གྲུབ་པའི་དངོས་སྒྲུབ། བྱ་བ་ཐམས་ཅད་འབད་མེད་དུ་འགྲུབ་པའི་དངོས་སྒྲུབ་དེ་འདྲ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་པ། ད་དེ་མ་ཡིན་པ་ཅིག་ང་ཚོ་བཀའ་བརྒྱུད་པ་ཟེར་ཡག་སྟེ་ལྷག་པར་དུ་ནི་ཅིག། བཀའ་བརྒྱུད་པའི་རྗེས་སུ་འཇུག་ནས་ཅིག་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་བྱས་ཡོད་པའི་སྐབས་སུ་ལ་དངོས་སྒྲུབ་དེ་དེའི་ལ་གོ་རྒྱུ་མ་ཡིན་པར་བྱིན་རླབས་ལ་གོ་དགོས་པ་རེད། དཔེར་ན་བྱིན་རླབས་དེ་ག་བ་ཅི་ལ་གོ་དགོས་རེད་ཟེར་ན་བླ་མའི་སྐུ་གསུང་ཐུགས་ཀྱི་བྱིན་རླབས་ལ་གོ་གི་ཡོད་རེད། དེའི་ནང་ནས་ཡང་བླ་མའི་ཐུགས་ཀྱི་བྱིན་རླབས་ལས་རེད་བླ་མའི་ཐུགས་ཀྱི་བྱིན་རླབས་ག་རེ་ཟེར་ན་བརྒྱུད་པ་འཛིན་ནོ་ཟེར་ཡག་དེ་བརྒྱུད་པ་དེ་དཔེར་ན་གནས་ལུགས་ཕྱག་རྒྱ་ཆེན་པོ། བླ་མ་ཁོ་རང་གི་ཐུགས་དམ་ཉམས་ཤིང་ཡང་དེ་གནང་གི་ཡོད་རེད་སློབ་མ་ལ་ཡང་དེ་འབོག་གི་ཡོད་རེད་གདམ་གི་ཡོད་རེད་ང་རང་ཚོས་ཡང་དེ་སེམས་རྒྱུད་ལས་སྦྱར་བྱས་ནས་ཉམས་ལེན་བྱེད་ཐུབ་པ་ཡིན་ན་འོ་དངོས་གྲུབ་ཡག་ཤོས་དེ་རེད་གསུང་གི་ཡོད་རེད་དེ་འདྲ་ཡོད་དུས་དངོས་གྲུབ་ཀྱི་མཐར་ཐུག་དེ་ག་རེ་བཤད་ཡོད་དོ་ཟེར་ན། ཏེ་ནི་ཐ་མལ་པའི་སྣང་བ་ཐམས་ཅད་འདི་ཡི་ནང་དུ་བར་མ་འགྲོ་བ་བཅས་སྒྱུ་མ་ལྟ་བུ་རྨི་ལམ་ལྟ་བུ་བྲག་ཆ་ལྟ་བུ་སྣང་ཙམ་མ་གཏོགས་བདེན་པ་མེད་པ་ཅིག་རྟོགས་ཐུབ་ཡ་ཅིག་རེད་འདུག་བ། དེ་འདྲ་ཞིག་རྟོགས་ད་རྟོགས་པར་བྱེད་པ་ལ་ཡང་ང་ཚོས་ལམ་ལ་བརྩོན་དགོས་ཀྱི་ཡོད་རེད་དུས་ད་རྣམ་པ་ཀུན་ཏུ་བརྩོན་བརྩོན་པ་དེ་བླ་མའི་སྔོན་མ་གདམ་ང་མང་པོ་ཞིག་གནང་བཞག་པ་དེ་སེམས་ལ་ཡང་ནས་ཡང་དུ་དྲན་གསོ་བཏང་བྱས་ནས་རེད་འདུག་བ། རྣམ་རྟོག་ངོ་བོ་ཆོས་སྐུར་གསུངས་པ་བཞིན་ཅི་ཡང་མ་ཡིན་ཅི་ཡང་འཆར་བ་ལ་མ་འགགས་རོ་བར་འཆར་བ་སེལ་ཏེ་འཆར་བ་སེལ་འདི་སྐབས་སུ་ན་དངོས་གྲུབ་ཀྱི་མཐའ་ཐུག་ཏུ་སྟོན་གྱི་ཡོད་རེད། རྡོ་རྗེ་འཆང་ཐོག་མ་ནང་དུ་བ། ཨོ་དེ་ལྟ་བས་ན་རྣམ་ཐར་གསུམ་པའི་རྣམ་པ་ཚུགས་ཀྱི་སྤྱི་དང་མཆན་ཡོད་རེད་ལ་ཡང་སྔོན་མ་གསན་མ་མྱོང་པ་ཡོད་ན་དེ་ཐུགས་ལ་བཞག་རོགས་གནང་ཞེས་ཞུ་ཡ་ཡིན་ད་དེ་གལ་ཆེན་པོ་ཞེ་དྲག་ཆགས་འདུག་གི་འདུག་ད་རན་ལྷག་པ་ད་རན་དུས་ཚོད་འདི་འདྲའི་ནང་ལོགས་ལ་ཡང་འདི་འདྲ་ཡིན་དུས། མྱོང་བའི་མཐར་ཐུག་དེ་བླ་མ་ཡིད་ལ་དྲན་དགོས་འདུག་མཁྱེན་སོང་བ་དང་པོ་དེ་མྱོང་བའི་མཐར་ཐུག་བླ་མ་ཡིད་ལ་དྲན་དགོས་རེད། བླ་མ་བརྒྱད་ཅུ་ཡོད་མ་རེད། སོ་སོ་ལ་དཀའ་ངལ་ཅིག་འཕྲད་སོང་ན་ཡང་བླ་མ་དེ་རང་མཚན་ནས་འབོད་བླ་མ་དེ་རང་ཡིད་ལ་དྲན་དང་སྐྱོ་གི་རེད། སོ་སོ་ལ་སྡིག་ཅིག་བྱུང་ན་ཡང་བླ་མའི་ཐུགས་རྗེ་དང་བྱིན་རླབས་ངེས་དགོས་རེད་དེ་ཡིན་པ་ལ་བརྟེན་ནས་བླ་མ་དེ་ཡང་ནས་ཡང་དུ་དྲན་དགོས་ཀྱི་རེད་དྲན་ན་ད་རུང་ཡང་ཡག་ཐོག་ཡག་ཤག་འོ་ཐུགས་སུ་ཆེ་ནས་འགྲོ་ཐུབ་ཀྱི་རེད་དེ་ཡིན་དུས་རབས་བྱུང་ན་བླ་མ་ཆོས་སྐུ་ལ་མཐོང་ཐུབ་པ། དེ་ལྟར་མ་བྱུང་ན་ཡང་ནམ་ཉིན་མཚན་ཀུན་ཏུ་རང་ལ་བདེ་སྡུག་གི་རྐྱེན་བཟང་ངན་ག་རེ་བྱུང་བ་ཡིན་ན་ཡང་བླ་མ་གི་དེ་ལྷང་ཡིན་བཟང་པོ་ཅིག་བྱུང་ན་ཡང་བླ་མའི་ཐུགས་རྗེ་རེད་ངན་པ་ཅིག་བྱུང་ན་ཡང་ལས་སྡིག་སྒྲིབ་སྦྱོང་བའི་ཆག་ཞེན་རེད་ཚེ་ཕྱི་མ་ངན་སོང་དུ་མ་དོད་ཕྲ་ལ་ཡུན་རིང་པོ་ཞིག་ཡོང་དགོས་ཡ་ད་རིང་ལུས་བདེ་འདིའི་སྟེང་དུ་སྨིན་ཐུབ་པ་བྱུང་བ་དེ་བླ་མའི་ཐུགས་རྗེ་ཡིན་བསམ་བྱས་ནས་བདེ་སྡུག་གི་རྐྱེན་བཟང་ངན་ག་རེ་བྱུང་བ་ཡིན་ན་ཡང་དེ་བླ་མའི་ཐུགས་རྗེ་ལུས་ངན་ཐེབས་པ་ཞིག་འགོག་གི་འདུག། འདུག་ག་ལབ་དུས་སྙན་པོ་འདུག་ག་ཡིན་ན་ལག་ཏུ་ལེན་དུ་ཁག་པོ་ཡོག་རེད། ཡིན་ན་ཡང་དེ་ལག་ཏུ་ལེན་དུ་ཁག་པོ་ཡོག་རེད་ཟེར་ག་རེ་ཟེར་ན་ང་ཚོས་དུས་རྒྱུན་ནས་དེ་ལ་དོ་སྣང་སྤྲད་ཀྱི་ཡོག་མ་རེད་བྱས་ཙང་ཁག་པོ་རེད་ཟེར་བ་རེད་མ་གཏོགས་ལག་ཏུ་ལེན་ན་དེ་ལས་ཁག་པོ་གང་ཡང་མི་འདུག་ག་དེ་བསམ་བློ་གཏང་དགོས་ཀྱི་ཡོག་རེད་དེ་བསམ་བློ་གཏང་ན་ང་ཚོ་ག་རེ་བླ་མའི་རྒྱན་གྱུར་ཟེར་གི་དེ་མིང་དེ་ནས་ཡོང་གི་ཡོག་རེད། བླ་མའི་རྗེས་འཇུག་ཟེར་ཡང་དེ་བླ་མའི་སྐུ་ཡིན་མཛད་སྤྱོད་གསུང་གི་གསུང་བ་ད་ག་ན་ཤཱ་ཀྱའི་རྗེས་ཐུགས་ཀྱི་བཞེད་པ་ཐམས་ཅད་དེ་དང་ནང་དུ་བ་ཤར་ཆོས་འཆད་ཐུབ་ན་དེ་ལ་བླ་མའི་རྗེས་འཇུག་ཟེར་གི་རེད་བ་འོ་དེ་རེད། དེའི་དང་པོ་དེ་ད་ལྟ་དེ་ཉུང་བན་ཐག་ཐུག་ཆེན་སོང་བ་ཉུང་བན་ཐག་ཐུག་བླ་མ་ཡིད་ལ་དྲན་པ་དེའི་ནང་ནས་ཀྱང་བླ་མ་ཆོས་སྐུ་ལ་མཐོང་ཐུབ་བ་ད་གཉིས་པ་དེ་ངོ་ག་རེ་ཤར་བ་རེད་ཟེར་ན་དེ་ནི་ད་ལྟ་དེ་བྱིན་རླབས་ཀྱི་ཐག་ཐུག་ཤར་བ་རེད་བྱིན་རླབས་ཀྱི་ཐག་ཐུག་དེ་དེ་ནི་སྣང་བ་ཐམས་ཅད་བླ་མའི་སྐུ་ལས་ཡང་ཤར་ཐུབ་ཡ། ད་ནི་སྒྲ་གྲགས་ཚད་ཐམས་ཅད་དེ་བླ་མའི་གསུང་ལ་ཡང་ཤར་ཐུབ་ཡང། དྲན་རྟོག་ག་རེ་བྱུང་བ་ཡིན་ན་བླ་མའི་ཐུགས་ཀྱི་རོལ་པ་ལ་ཤར་བཞིན་འདུག་ཟེར་ནས་རེད་འདུག་བ། ད་ནི་ང་ཚོས་སྤྱོད་འཇུག་མ་ལག་ནང་བ་ཡང་ལུས་ཅན་ཀུན་གྱི་བྱ་དང་ནི་ཤིང་དང་འོད་ཟེར་ཐམས་ཅད་ནང་ནམ་མཁའ་ལས་ཀྱང་ཆོས་ཅན་དང་རྒྱུན་མི་འཆད་པར་ཐོས་པར་ཤོག་ཟེར་ཡག་གི་ཚིག་དེས་གསང་སྔགས་རྡོ་རྗེ་ཐེག་པའི་གནས་སྣང་གྲགས་རེ་ཟུང་ལྷ་སྔགས་ཆོས་སྐུ་ལ་ཤར་བའི་གནས་གཞི་ཡག་ས་དེ་དེའི་གནས་ནི་ཡིན་གསུང་གི་འདུག་བ། རྒྱ་བ་རྒྱ་བ་མཁས་པ་ཚོ་གི་ད་དེ་འདྲའི་ཡོད་ས་ནས་ཡར་སླེབས་ཡོང་བསྡད་ཟེར་བ་ལ་ད་ནི་ཁྱེད་ཀྱི་མཐར་ཐུག་ལ་བླ་མའི་དགོས་ཐུག་དང་རང་གི་སེམས་དབྱེར་མེད་དུ་སླེབས་ཐུབ་པ་རེད་ཟེར་ཡག་དེ་ད་ལྟ་འདི་སྐབས་སུ་ལ་རྣམ་ཐར་གྱི་མཐར་ཐུག་ལ་སླེབས་ཡོད་ཡོད་རེད་རེད་འདུག་བ་བྱིན་རླབས་ཀྱི་མཐར་ཐུག་ད་བྱིན་རླབས་ཀྱི་མཐར་ཐུག་དེ་ང་ཚོ་བླ་མའི་ཐུག་དང་རང་སེམས་དབྱེར་མེད་ཡིན་ས་རྟག་པར་ཤེས་བསྡད་ཡོད་ཡོད་རེད་བླ་མ་ལྗང་མོའི་འདོད་པའི་སྐབས་སུ་ལ་ཡང་བླ་མའི་ཐུག་དང་རང་སེམས་དབྱེར་མེད་ལ་ཡང་མཐར་ཐུག་བཞག་བྱས་ནས་དེ་ཡིན་ན་ན་སྙམ་པར་བཞག་ཡོད་ཡོད་རེད་བ་ད་བྱིན་རླབས་མཐར་ཐུག་དེ་དེ་ནས་ཐུག་གི་ཡོད་རེད་དེ་མ་གཏོགས་རང་ལ་ཟས་ནོར་ལོངས་སྤྱོད་དཔལ་འབྱོར་སྙན་གྲགས་རྣམ་པ་དེ་བྱིན་རླབས་མཐར་ཐུག་ཆགས་ཡོད་ཡོད་རེད་བ། དེ་འདྲ་ཡང་འདུ་བྱེད་ལྷག་པ་དག་ཏུ་སྟེ། བླ་མའི་གེགས་དག་ཅིག། སྣང་བ་ཐམས་ཅད་སྣང་བ་ཕྱིན་ཅི་ལོག་པའི་གེགས་སྣང་བ་འདི་ལས་རུ་ལོག་ནས་ཨ་ནི་སྣང་གྲགས་རིག་གསུམ་བླ་མེད་ཀྱི་སྐུ་གསུང་ཐུགས་སོ་ཆེར་བཤད་པ་འདི་ང་ཚོ་ཐུན་དང་ཐུན་མཚམས་གཉིས་ཀ་གི་སྐབས་སུ་ལ་གལ་ཆེན་པོ་རེད་འདུག་བ། དེ་ནི་དངོས་གྲུབ་ཀྱི་མཐའ་ཐུག་ཏུ་སྟབས་གལ་ཆེ་ཤོས་དེ་རེད། སྒྲ། བརྙན། ཟད་ཡ། ཕབ། དབྱེ་བ་མེད་པ།

རེད་འདུག་ག་ལུས་ལ་ན་ཚ་སེམས་ལ་བདེ་སྡུག་ལ་སོགས་པའི་གི་རྐྱེན་བཟང་ངན་གང་བྱུང་བ་ཡིན་ན་ཡང་རྐྱེན་དེའི་གི་དབང་དུ་མ་འགྲོ་བ་བཅས་རྐྱེན་ངན་དེ་བྱང་ཆུབ་ཀྱི་ལམ་དུ་ཚུར་འདྲེན་ཐུབ་པ་བཅས་རྐྱེན་ངན་དེ་ཚོ་བྱང་ཆུབ་ཀྱི་ལམ་མམ་ཡང་ན་ཉམས་ལེན་གྱི་ནང་དུ་ཚུར་བསྒྱུར་ཐུབ་པ་དེ་བསྒྱུར་བའི་སྐབས་སུ་སླར་ཡང་སོ་སོའི་འཇོན་འདོད་ཡོད་བསམ་པ་མ་ཡིན་པར་བླ་མའི་ཐུགས་རྗེ་ཡིན། ད་ཆུང་དུས་ནས་བླ་མ་ཞིག་བསྟེན་པ་རེད་རྩ་བའི་བླ་མ་གཞན་དང་མ་འདྲ་བར་སྐྱབས་རྗེ་དྲག་པོ་རིན་པོ་ཆེས་ད་སྐུ་དུས་ལ་ཡང་བསྟན་དུས་ད་བླ་མ་ཀུན་ཏུ་གདམས་ངག་ཞུས་པ་རེད་ད་བླ་མ་ཞག་མ་ཞུ་བའི་སྐབས་སུ་སྔོན་མ་བླ་མ་བསྟེན་པའི་སྐབས་ལ་ཨ་ན་བླ་མ་བསྟེན་པ་ལ་དགོས་པ་ག་རེ་བྱུང་འདུག་ཕན་ཐོག་ག་རེ་བྱུང་འདུག་དེ་སོ་སོ་ལ་ཡང་མྱོང་བ་ཅིག་དགོས་ཀྱི་འདུག་བ་ད་དེ་མྱོང་བ་དེ་ད་དམ་བཅའ་བསམ་བློ་བཏང་དགོས་ཀྱི་ཡོད་རེད་བ་དེ་འདྲ་ཡིན་དུས་ད་ད་ལྟ་འདི་འདྲའི་རིགས་ཀྱི་ཉམས་ལེན་གྱི་ནང་ལ་བར་འགྲོ་ཐུབ་ན་བླ་མའི་ཐུགས་དགོངས་རྫོགས་པ་རེད་བླ་མའི་ཐུགས་བཞེད་འགྲུབ་ཐུབ་པ་རེད་དེ་འདྲ་ཡིན་དུས་ད་ད་དེའི་མྱོང་བའི་མཐར་ཐུག་ད་ཅིག། བྱིན་རླབས་ཀྱི་མཐར་ཐུག་དང་གཉིས། དངོས་གྲུབ་ཀྱི་མཐར་ཐུག་གསུམ་དེ་ཐུགས་ལ་བཞག་བྱས་ནས་ཨ་ནུ་རིན་པོ་ཆེས་ལྟ། མྱུར་བཞིན་སོང་དེ་བས་དེ་ལས་ལྷག་པ་ཞིག་རྩ་ནས་མི་འདུག་དེ་ཚང་མས་ཀྱིས་ཧ་རུ་བ་རུ་ཟེར་ནས་དེ་འདྲ་གནང་རོགས་གནང་ཟེར་ཞུ་ཡ་ཡིན། ད་ངས་གལ་པོ་ཆེ་ལ་ནན་ཏན་ཞུ་ཡ་དེ་ག་རེ་ཟེར་ན་གཙོ་ཆེ་ཤོས་དེ་དཔེ་སྣ་རྣམ་པ་ཚོ་ཚང་མ་དེ་ཐུགས་མཐུན་ཁྲིམས་བཟང་དང་ཞེ་དྲག་གལ་ཆེན་པོ་རེད། ཐུགས་མཐུན་ཁྲིམས་བཟང་ད་ལྟ་བར་དུ་ཡག་པོ་ཞེ་དྲག་བྱུང་ཡོད་རེད། ད་ནོངས་ད་ལོངས་ཡིན་ན་ཡང་བླ་ནས་བླ་ཐུབ་ག་རེ་ཟེར་ན་ང་ཚོ་རྐྱེན་ངན་པ་ཟེར་བ་འདི་འདྲ་མི་འགྲོ་ཡོང་གི་རེད་མིག་གིས་སློབ་གསོ་ངན་པ་རྒྱག་ཡ།

རིན་པོ་ཆེའི་གཡུ་བཞིན་འགྲོགས་ནས་གཉུག་ཏུ་ལི་ཡ་ལྟ་ཅིག་སྤྲུལ་པའི་བརྡ་ཤ་ཆར་བཞད་ནས་རྩིས་ཀྱི་གོང་སྨྲས་ཀྱི་རྣམ་ཐར་ཐམས་ཅད་བདག་གིས་ཞལ་བཀོད་པ་ལ་མི་རེ་རེ་ཀྱིས་གྲགས་པ་ལ་ཡང་འགན་རེ་རེ་གཏན་ནས་ཡོད་རེད་འདུག་བ་དེའི་ཡང་ལས་བྱེད་ཀྱི་སྐད་ཆ་ཡང་གང་ཡང་མ་རེད་རེད་འདུག་བ་ལས་བྱེད་ཡིན་དང་མེན་གྱི་སྐད་ཆ་མ་ཡིན་པ་གང་ལྟར་དཀྱིལ་འཁོར་འདི་ཡི་ནང་ལ་ཡོད་བསྡད་པའི་དཀྱིལ་འཁོར་གྱི་ར་བ་འདི་ཡི་ནང་ལ་ཡོད་བསྡད་པའི་རིན་པོ་ཆེ་གཅིག་གི་ཐུགས་ཀྱི། གཅིག་ལྷུག་གི་ཚོམ་བུའི་ནང་ལོགས་ལ་ཡར་འཁོད་བསྡད་པའི་དགེ་ཨ་ནེ་གཅིག་གི་གྲྭ་པ་རྒན་གཞོན་ཚང་མའི་འགན་འཁུར་དེ་ཆགས་བསྡད་ཡོད་པ་རེད་དེ་འདྲ་ཞིག་གནང་རོགས་གནང་ཞེས་ཞུ་ཡག་ཡིན་ཨ་ནེ་ངའི་ཁ་ཐུག་ནས་ཡང་ང་རང་གི་ངོ་ནས་ཡང་ད་སོ་སོ་ལ་ཁ་བཏང་ནུས་པ་གང་ཡང་ཡོད་མ་རེད་ལ་ཡིན་ན་ཡང་གཅིག་གི་སོ་ལས་སྨོན་ལམ་རིན་པོ་ཆེ་འབྱོར་ནས་མྱུར་དུ་སྤྲུལ་པའི་བརྡ་ཤ་མྱུར་དུ་ཆགས་ཐུབ་ཡག་ཕེ་ཡག་ཕེ་གི་རེད་ད་ཡིན་ན་ཡང་ཕེ་ཡག་དེ་ཡང་གཅིག་གི་ཆོས་ཉིད་བདེན་པའི་སྟོབས་དང་ང་རང་ཚོ་སོ་སོ་གའི་སྨོན་ལམ་དང་གཅིག་གི་རྐྱེན་གྱིས་འཕྲད་ནས་ཕེབས་པ་མ་གཏོགས། ཕེབས་བཞུགས་ཟེར་ཚད་ཚང་མ་དེ་ལམ་སང་ཕེབས་ཀྱི་མི་འདུག་པ་འོ་དེ་འདྲ་ཡིན་འདུག་ཡང་དེ་ཡང་གལ་ཆེན་པོ་རེད་ད་ལྟའི་ཡོང་བ་ལ་ལུས་ཀྱི་སྤྱོད་ལམ་ཡག་པོ། ངག་གི་སྤྱོད་ལམ་བཟང་པོ། ཡིད་ཀྱི་སྤྱོད་ལམ་ཡག་པོ་ཅིག་དགོས་ཀྱི་རེད་མ་གཏོགས་ལུང་མང་གཉིས་སུ་སྤྱོད་ལམ་ཤེས་ཀྱི་ལོག་ཏུ་སོང་བ་ཡིན་ན་ངས་དག་ཁྱེར་ཞུས་པ་ལྟ་བུ་རེད་ང་ཚོ་གཉུག་ཆོན་སོང་དུས་འདོན་པ་ཡིན་ན་ཡང་ཕེབས་ཡག་ཁག་པོ་རེད་དེ་རེད་འདུག་བ་དེ་ག་ཚོད་ཅིག་ཕེབས་ཞོག་ཨ་ཟེར་ཚེ་ཡས་ནས་མ་ཡོང་ཞོག་ཞོག་གང་ཡང་ཡོད་མ་རེད་བ་དེ་འདྲ་ཡིན་དུས་ཁོ་ཐབས་དང་རྟེན་འབྲེལ་གྱི་སྨོན་ལམ་མང་པོ་ཅིག་འདུག་ཟེར་ནས་འཛོམས་དགོས་ཀྱི་འདུག་བ། ཆོས་ཉིད་བདེན་པའི་སྟོབས་དང་གཅིག། བླ་མེད་ཀྱི་ཐུགས་རྗེས་དུས་སུ་སྨིན་པ་དང་གཉིས། སེམས་ཅན་སོ་སོ་གའི་ཨ་ནུ་གཅིག་གི་དད་པ་དང་མོས་གུས་དེ་གསུམ་ལ་མཉམ་དུ་འཛོམས་ན། ཨ་ནུ་བླ་མ་འཕེལ་གི་རེད། དེ་གསུམ་ཡན་གར་བར་ཆགས་སོང་བ་ཡིན་ན་རེ་རེ་བར་ཆགས་སོང་ན་འཕེལ་གི་མ་རེད་དེ་ངས་ཚིག་ཐག་ཆོད་པོ་ཐོག་ནས་ཞུ་བཞིན་གི་ཡོད་རེད་འདུག་བ། འོ་དེ་རེད་དེ་རྣམ་པ་དགུ་དང་དེ་བཅས་ལྷག་པར་དུ་ད་ང་ཚོ་དགེ་འདུན་པ་རྣམ་པ་ཚོ་འདི་ན་བཞུགས་གནས་མཁན་ཐམས་ཅད་དེ་ཐུགས་ཀྱི་དབྱེ་བ་གཅིག་གི་ཟས་ནོར་དཔལ་འབྱོར་ལོངས་སྤྱོད་དང་དེའི་ཐོག་ལ་ཤུགས་ཆེན་པོ་གཅིག་བཏབ། དེ་གས་མ་གནང་རོགས་གནང་ཞེས་ཞུ་ཡ་ཡིན་ང་ཡང་ང་རང་དུས་རྒྱུན་པེ་ཅིན་དགོན་པའི་གྲྭ་བ་ཚོ་ལ་ཚུར་གཟིགས་ཤེས་བསྡད་ཡོད་རྟག་པ་རེད་ཞེས་འདོན་གྱི་རེད་ཐུག་གི་རེད་ཡིན་ན་ཡང་ང་ཚོ་གལ་ཆེ་ཤོས་དེ་མ་རེད་ད་ལྟའི་དུས་བབ་ནང་ངོ་ཤར་ཟེར་ན་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དང་ཉག་ཕྲ་བ་ཆགས་བསྡད་ཡོད་རེད་ཉག་ཕྲ་བ་ཟེར་ཡ་དེ་སུས་བཟོ་གི་རེད་ཟེར་ན་སྟོན་པ་བཅོམ་ལྡན་འདས་ཀྱིས་ང་དང་ང་འདྲ་བའི་གང་ཟག་གི་ལྟ་གྲུབ་ཟེར་བྱས་ནས་སྤྱོད་ལམ་དེ་མ་ཉམས་ཡོང་དུས་ཆགས་ཀྱི་རེད་གསུངས་འདུག་བ། རེད་འདུག་ག། འོ་དེ་འདྲ་ཡིན་དུས་ད་འདི་འདྲའི་སྐབས་སོགས་ལ་གལ་ཆེ་ཤོས་དེ་བསླབ་པ་སློབ་གཉེར་ནང་ཡང་ཞེན་གྱིས་འདུག་སེམས་བརྗེད་ཡོད་པའི་སྐབས་སོགས་ལ་དང་བ་འདྲེན་ཐུབ་ཡ། སོ་སོའི་བསམ་བློ་ནང་ལ་ཡ་ཨོ་ངས་ང་ཆོས་སྒོ་ལ་ཞུགས་ཆོས་ཉམས་ལེན་ཞིག་བྱས་འཇིག་རྟེན་པའི་གལ་ཆེན་པའི་རྟགས་སྤང་རབ་ཏུ་བྱུང་ཡོད་ཀྱི་ཆས་ཅིག་བླངས་བྱས་ནས་ངས་གཙུག་ལག་ཁང་འདི་འདྲ་ཅིག་གི་ནང་ལ་ཡ་བསྡད་ཉམས་ལེན་འདི་འདྲ་ཅིག་བྱས་པ་ཡིན་དུས་ད་ངས་འདི་མགོ་ནས་བར་བར་ནས་མཇུག་བར་དུ་སྤྱད་ཐུབ་པ་ཞིག་ངས་སྒུག་གི་འདུག་བསམ་པའི་གི་ཐུགས་བཞེད་དེ་དུས་ད་རྣམ་པ་ཀུན་སྣང་ཡོང་དེ་གལ་ཆེན་པོ་རེད། ཅེས་རོ། དེ་དཔེ་གལ་ཆེན་པོ་རེད་ད། དེ་གལ་ཆེན་པོ་རེད་དེ་འདྲ་ཅིག་གནང་ཐུབ་པ་ཡིན་ན་བླ་མ། སྤྲུལ་པའི་བརྡ་ཤ་སྙུག་དུ་ཆ་ཡག་ལ་ཡ་རྐྱེན་བཟང་ཤོས་དེ་དེ་རེད། ང་ཚོ་དུས་རྒྱུན་ཐུན་བཞིན་འདོན་མཁན་ལ་དེ་རང་རེད་བ། ངེས་པར་ཆེ་བ་སྙིང་ནས་དྲན་པ་དང། མུ་གེའི་རྣམ་ལྔ་རྒྱུད་ལ་སྐྱེ་བ་ནས་གཞན་ལོག་མཐའ་རུ་ཕྱིན་པའི་ངེས་འབྱུང་གིས་མི་ཆོས་དགའ་བའི་བྱིན་རླབས་བཅུ་དྲུག་གཅིག་སེམས་མི་ཆོས་འདུ་བྱེད་དུག་གསུམ་དུ་བ། ཨ་རུ་ཟུང་ལ་དང་པོ་ཞེན་ལོག་གོ་དུ་ཨུས་དེ་ཚིག་དེ་གལ་ཆེན་པོ་རེད་ད་རེད་དུ་བ་ངེས་པར་འཆི་བ་སྙིང་ནས་དྲན་པ་དང་མ་སྲིན་དུ་དང་པོ་འཆི་བ་སྙིང་ཁུང་སོགས་ལྟུང་བ་ཞིག་གོ་གུ་དུ་ཨུས་རེད་དུ་བ་ངེས་པར་འཆི་བ་སྙིང་ནས་དྲན་པ་དང་དེའི་རྗེས་ལ་མོ་གུའི་རྣམ་སྣང་སྲིད་དུ་སོ་སོའི་བླ་མ་ལ་ཡང་མོ་གུ་ཞིག་གོ་གུ་དུ་བ་མོ་གུ་དང་དད་པ་བླ་མ་སངས་ཡོན་ཏན་སངས་རྒྱས་དང་མཉམ་ན་ཡང་བཀའ་དྲིན་སངས་རྒྱས་ལས་ཀྱང་ལྷག་པ་ཡིན་ཟེར་ཏེ་ཁ་ནས་བཤད་བསྡད་པ་གཅིག་པུ་མ་ཡིན་པ་སེམས་ཀྱི་སྙིང་ཁུང་རུས་པའི་གཏིང་ལ་ཡ་རྡོག་རྡོག་མེད་པ། འགྱུར་དུ་མེད་པའི་གེགས་ཐེག་པ་དང་མུ་གུ་ཅི་དགུ་དགུ་ཡོད་རེད་དེ་ལ་བརྟེན་ནས་མུ་གུའི་སྣང་མ་ཟད་ར་ལ་འདི་ན་སྣང་མ་སྣང་མ་ཟེར་བ་དེ་མ་བཅོས་པ་བཅོས་མ་མ་ཡིན་པ་ཡང་དག་པ་ཟེར་གྱི་ཡོད་རེད་བ་གཞན་གྱིས་བལྟས་ན་ཡང་མུ་གུ་ལས་ཡང་ངོས་འཛིན་བྱེད་ཐུབ་ཡ་སོ་སོའི་བསམ་བློ་བཏང་པའི་སྐབས་ལ་ངས་མུ་གུའི་རྣམ་དག་ཅིག་རྒྱུད་ལ་འདུག་ཆོས་ནས་བཤད་པའི་གེགས་མུ་གུའི་གེགས་མཚན་ཉིད་དེ་ང་ལ་ཚང་བཞག་ཆོས་ནས་བཤད་པའི་གེགས་མུ་གུའི་གེགས་དེ་ནས་ཅིག་ལྟ་བ་སྒོམ་པ་སྤྱོད་པ་དེ་ང་ལ་ཚང་འདུག་བསམ་ཡོང་དུས་མུ་གུ་རྣམ་མ་ཆགས་ཡོད་རེད། མོ་གུའི་རྣམ་པ་བཅུ་ལ་སྐྱེ་བ་མེད་ཟེར་ཡོང་དུས་ཡོན་ཏན་གཉིས་འདུག་བ་ལ་དང་པོ་འཆི་བ་སྙིང་ཁོངས་སུ་བཙུགས་ནས་མི་རྟག་པའི་བློ་ཞིག་སྐྱེ་དགོས། དེ་ཡི་སྟེང་དུ་ཨ་ནུས་ཚིག་གི་བྱིན་རླབས་ཐམས་ཅད་བླ་མ་ལ་བརྟེན་ནས་ཡོང་དགོས་པ་ལྷག་པར་དུ་ང་ཚོ་བཀའ་བརྒྱུད་འདི་མོ་གུའི་བཀའ་བབས་ཡིན་དུས་དཔེར་ན། རྩ་བའི་བླ་མ་འདི་གི་ནང་འོག་ལ་ཡང་སངས་རྒྱས་བསྐུར་འདུག། ཆོས་བསྐུར་འདུག་དགེ་འདུན་བསྐུར་འདུག་ཡི་དམ་བསྐུར་འདུག་མཁའ་འགྲོ་བསྐུར་འདུག་ཆོས་སྐྱོང་བསྐུར་འདུག་བསྐུར་འདུག་ཡིད་བཞིན་གྱི་བླ་མ་རང་བྱུང་ཞིག་ཆེད་རེ་ས་བསྟོད་ས་ཆེ་ལས་ལྷག་པ་མེད་དུས་གསུམ་སངས་རྒྱས་ཐམས་ཅད་གཅིག་ཏུ་འདུས་ནས་ཞལ་གཟིགས་པ་ཡིན་ན་ཡང་བླ་མ་ཆོས་ཀྱི་བ་སྤུ་ཕུང་པོ་ཅི་ཡང་དོགས་ཐབས་མེད། འོ་ད་སྐྱིད་སྡུག་ལས་ངན་གང་བྱུང་ནས་བླ་མ་ཁྱེད་རང་ཡིན་བསམ་པའི་གེ་དེ་འདྲ་གི་ཡེ་ཤེས་ཅིག་ཡོད་པ་ཡིན་ན་དེ་ལས་གར་གཟིགས་རོགས་ཟེར་ན་མོ་རྒུད་རྣམས་མང་གཟིགས་ཡོད་པ་འདི་གལ་ཆེན་པོ་རེད་ད་མོ་རྒུད་རྣམས་མ་རྒྱུད་ལ་སྐྱེ་བ་ནས་ད་གཞན་ལོག་མཐའ་དྲུག་ཕྱིན་པའི་ཨེས་ཡ་ཚིག་གསུམ་པ་འདི་ག་རེ་གོ་བ་རེད་ཟེར་ན་མགོ་གཞན་ལོག་ནས་མགོ་བཙུགས་པ་རེད། རེད་བ། ང་ཚོ་ཆོས་ཀྱི་དང་པོ་དེ་གཞན་ལོག་ནས་མགོ་བཙུགས་པ་རེད་བ་བཅོམ་ལྡན་འདས་ཀྱི་ཆོས་བསྡུ་བའི་ནང་ལ་ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་ཨེས་ཡ་དེ་ངེས་འབྱུང་གི་ཚུལ་ཁྲིམས་དེ་ཆོས་ཀྱི་དང་པོ་དེ་འདྲ་བཞག་པ་རེད་བ། དེ་འདྲ་ཡིན་དུས་ཞེན་ལོགས། ད་མཐའ་རུ་ཕྱིན་པའི་ཟེར་ཚིག་དེ་ག་རེ་ལས་ཡོད་རེད་ཟེར་ན་མགོ་ཞེན་ལོགས་ནས་བཙུགས་པ་རེད། དེ་ཡིན་དུས་མགོ་ཞེན་ལོགས་ནས་བཙུགས་ནས་ཉམས་ལེན་ག་རེ་བྱས་པ་དེ་ད་མཐའ་ལ་གཏུགས་དགོས་རེད་གསུངས་བ་དེ་མཐར་ཕྱིན་པ་བྱེད་དགོས་ཀྱི་ཡོད་རེད། ཞེན་ལོགས་མཐའ་རུ་ཕྱིན་པའི་ཟེར་དུས་ཞེན་པ་ལོག་པ་ཁོ་རང་མཐའ་རུ་ཕྱིན་དགོས་རེད་ཟེར་བ་སྐད་ཆ་མ་ཡིན་པ། ཉམས་ལེན་གྱི་དང་པོ་ཞེན་ལོགས་ནས་མགོ་བཙུགས། ཞེན་ལོག་མགོ་བཙུགས་ནས་ད་དེའི་ཞེན་ལོག་གི་རྗེས་སུ་བྱང་ཆུབ་ཀྱི་སེམས་སྒོམ་ཡ་ཡིན་ན་རེ་ད་ག་ན་ཞིག་གི་རིམ་གཉིས་ཀྱི་རྣལ་འབྱོར་ཏིང་ངེ་འཛིན་གྱི་ཉམས་ལེན་བྱེད་ཡ་ཡིན་ན་རེ་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་བྱེད་ཀྱི་ཡོད་པ་རེ་གང་ལྟར་ཉམས་ལེན་གང་དང་གང་བྱེད་པ་དེ་མཐར་ཕྱིན་པ་ཅིག་དགོས་ཀྱི་རེད་ཟེར་ཤེས་ཡོན་དུ་ཐོག་མར་ཕུན་སུམ་ཚོགས་པ་ཞེན་ལོག་གི་མགོ་བཙུགས། བར་དུ་དངོས་གཞིའི་ཕུན་སུམ་ཚོགས་པ་ཆོས་ཉམས་ལེན་བྱེད་ཀྱི་ལུས་ངག་ཡིད་གསུམ་གཅིག་ཏུ་བསྡུས་བྱས་ནས་ལྟ་སྒོམ་སྤྱོད་པ་ཚང་ལ་མ་ནོར་བ་བཅུག་ནས་འགྲོ་ཐུབ་པ། དེ་འདྲའི་ཅིག་གིས་རྒྱུའི་གྲངས་བྱས་ནས་བསྟན་ནས་མཐའ་རུ་ཕྱིན་པ་ཟེར་དུས། ག་རེ་མཐའ་རུ་ཕྱིན་དགོས་ཟེར་ན་བསྟན་ནས་ཉམས་ལེན་མཐའ་རུ་བྱས་ནས་བསྟན་པ་དང་འགྲོ་བའི་དོན་ལ་ཡང་རྣམ་ཐར་བཏགས་ཏེ་འགྲོ་དགོས། མི་ལ་རས་པའི་ག་བདག་གིས་ཞག་སྟོང་སོང་དུས་སུ་རྣམ་ཐར་ཡིད་ལ་དྲན་པ་དང་ཟེར་ཡག་གི་ཡོན་ཏན་དེ་ད་དེ་ནས་ཡོང་ཐུབ་ཀྱི་ཡོད་རེད་དེ་མེད་ན་བདག་གིས་ཞག་སྟོང་སོང་དུས་ན་ཕན་ཡག་གང་ཡང་མི་འདུག་ག་ད་བདག་གིས་ཞག་ལ་ཐོང་ན་ངན་སོང་གི་སྐོར་བཀག་ཐུབ་ཡག། བདག་གིས་གསུངས་ཐོས་པ་ཙམ་གྱིས་ཡང་ངན་སོང་གི་སྒོ་བཀག་ཐུབ་ཡང་རྣམ་ཐར་ཡིད་ལ་འཕྲད་པའི་ངན་སོང་གི་སྒོ་བཀག་ཐུབ་ཡག་གི་ནུས་པ་དེ་ག་རེ་བྱུང་བར་ཟེར་ན་ལུས་ངག་ཡིད་གསུམ་གཅིག་ཏུ་འདུས་བྱས་ནས་བདེན་པའི་ཉམས་ལེན་གྱི་ཐོག་ལ་ཡང་འགོ་བཙུགས། བར་དུ་དངོས་གཞིའི་ཉམས་ལེན་ཡང་དེའི་སྟེང་དུ་སོང་མཐའ་མ་དེ་མཇུག་བཅད་བྱས་ན་ཐག་བཅད་པ་ཡིན་དུས་དེ་ནས་བླ་མའི་ཞབས་བརྟན་ཡང་དེ་རེད། རེད་འདུག་ག་དེའི་ཐུགས་ལ་ཞབས་རོགས་ན་བླ་མའི་ཐུགས་བཞེད་དེ་རེད། ཡང་གཟིགས་གཉུར་སྦྱོན་ལ་ཡང་དེ་རེད། རེད་འདུག་ག་དེ་ཚང་མའི་གཅིག་ག་སོགས་རེད། དགོངས་པ། ཅིག་བྱས་ནས། ཆོས་རྗེ་བླ་མ་ནི་མགོ་བཙུགས་བྱས་ནས། ཅིག་གིས་སུ་དང་སུ་ཡིན་ནམ་ཐམས་ཅད་ཀྱིས་ཅིག་གི་མ་གྲོས་བསམ་པ་གཅིག་མཐུན་གྱི་ཐོག་ནས་ཡང་དུས་དང་རྣམ་པ་ཀུན་ཏུ་དེའི་ཐོག་ལ་ཡང་ཤུགས་སྐྱོན་ཐོབ་ན་ད་ང་ལ་དེ་རིང་ཞུ་ཡ་དེ་མ་གཏོགས་གང་ཡང་མེད། དེ་འདྲ་ཞིག་གནང་རོགས་གནང་ཞུ་ཡ་ཡིན། དེ་ནས་ཅིག། ད། ཚོགས་གྲ་ཡིན་ན་ཚོགས་པ་རང་གི་ཐོག་ལ་ཡང། སྤྱི་དང་སྒྲིག་འཛུགས་ཀྱི་ཐོག་ལ་ག་རེ་ཡོད་པ་དེ་གནང་ཡག་ཅེས་བསྟན་དོན་སྒྲུབ་ཁང་ནང་ལ་ནི་ཞུ་མ་གོ་བ་རེད་ཤེས་དྲ་ཡོད་ན་སོ་སོ་གི་བསླབ་པ་སློབ་གཉེར་གནང་གི་སློབ་གཉེར་གནང་གི་ཡོད་རེད་དེ་དེ་ཚོ་ཐམས་ཅད་དེ་རང་རང་སོ་སོ་གི་ལམ་ག་རེ་ཡོད་པ་དེའི་ནང་ལས་པ་གཤག་བཅོས་གནང་ཐུབ་ན་དེ་ནི་འབྱོར་བ་ནི་མྱུར་དུ་མི་རིང་བ་རིན་པོ་ཆེ་སྤྲུལ་པའི་བརྡ་ཤ་མྱུར་དུ་ཆགས་ཀྱི་རེད་དེ་ང་རང་གི་ཚིག་ཐག་ཐུབ་པོ་བཅད་བཅད་ནས། ང་ཐུགས་སྲས་ཞུ་ཐུབ་ཀྱི་ཡོད་དེ་དེ་མེད་ན་ད་ང་ཚོ་རུ་རུ་བྱེད་ཨ་རེ་འུ་རེ་བྱེད་ཟ་ངེ་ཟི་ངེ་མང་པོ་ཅིག་བྱས་བསྡད་པ་ཡིན་ན་ཡང་ཅིག་ཡ་རེད་བསད་མ་རེད་བསད་པ་ཡིན་ན་ཡང་གནད་ལ་སྨིན་པ་ཅིག་ཡོང་ཐུབ་ཀྱི་མི་འདུག་ད་ང་ཚོ་དུས་ཚོད་ཐུང་ཐུང་ཅིག་གི་ནང་ལ་ཡ་དཀའ་ངལ་མང་པོ་ཅིག་རྒྱབ་བྱས་ནས་གྲུ་ཟུར་འཕྲོ་བརླག་བཏང་དཔལ་འབྱོར་འཕྲོ་བརླག་བཏང་ན་དེ་དགོས་པ་མི་འདུག་བ་འོ་དེ་དགོས་པ་ཡོད་པ་རེད་དེ་འདྲ་ཡིན་དུས་ད་དུས་ཚོད་ཐུང་ཐུང་ཅིག་གི་ནང་ལོག་ལ་ཡ་ཅིག་གི་ལག་ལེན་དེ་ལུས་ངག་ཡིད་གསུམ་གྱི་ལག་ལེན་དུ་ཕྱིན་ཅི་མ་ལོག་པ་གཅིག་ཏུ་སྒྲིལ་བྱས་ནས་གནས་དུ་འགྲོ་ཐུབ་པ་ཅིག་ཆོས་དང་མཐུན་པ་ཅིག་གི་ཐོག་ནས་འགྲོ་ཐུབ་ན་དུས་ཚོད་ཐུང་ཐུང་ཅིག་གི་ནང་ལ་ཡང་ང་ཚོར་གྲུབ་འབྲས་ཆེན་པོ་ཞིག་ཐོན་ཐུབ་ཀྱི་རེད། འོ་དེ་རིན་པོ་ཆེ་མགོན་པོ་རྫོགས་ཚར་ན་ཡང་ཟག་མེད་ཀྱི་མཆན་བེད་ཀྱི་འདུག་ས་གཟིགས་ཏུ་ཡོད་རེད་བ། དོན་དུ་རྣམ་པ་ཀུན་ཏུ་གཟིགས་ཀྱི་ཡོད་རེད་ད། ང་རང་ཚོ་ཡང་མཇལ་ཐུབ་ཀྱི་ཡོད་མེད་ངས་ཧ་མ་གོ་དེ་སོ་སོ་ལ་རག་ལས་ཀྱི་རེད་ཡིན་ན་ཡང་ཡེ་ནས་མང་ཐུགས་རྗེ་གཟིགས་ཀྱི་ཡོད་རེད་ཐུགས་རྗེ་གཟིགས་ན་ཡང་ཐུགས་རྗེ་འཇུག་མ་འཇུག་ཟེར་ཡ་དེ་ཁྱེད་ལ་རག་ལས་ཀྱི་རེད་བ་དེ་མཆན་འགེལ་བ་ལ་ཉི་མ་དེ་ཁོ་ཤར་བ་ཤར་ཤར་བ་རེད་ཁང་པའི་ནང་ལ་ཉི་མའི་འོད་མི་འཕོ་བ་ཡ་དེ་ཁོ་རྐྱེན་ལ་རག་ལས་ཀྱི་འདུག་བ། ཨོ་དེ་ལགས་ཞེས་རེད་རིན་པོ་ཆེའི་དགོངས་པ་བསྐོ། ཞེ་ས་མ་ཤོར་ན་ཟག་བཅས་ཀྱི་ཕུང་པོ་འདོར་བྱས་ནས་སྒྱུ་ལུས་འདོར་བྱས་ནས་དེ་འདྲ་འཕེལ་སོང་བ་རེད་དེ་ཟག་མེད་ཀྱི་ཐུགས་རྗེ་ཆེན་པ་དེ་ང་རང་ཚོ་ཚང་མ་རྒྱན་ཞུགས་ཐམས་ཅད་ལས་ཡག་ཅེས་གནད་གཅིག་གི་ཐག་ཉེ་རིང་མེད་པ་རེད་འདུག་བ་འདྲ་ངའི་བར་མེད་ཀྱི་དབྱེ་བ་མེད་པ་ནམ་མཁའི་མཐའ་སྐྱོར་ཆུ་ལ་ཇི་ཙམ་བབས་ས་ཡག་གི་ས་དང་ཆུ་དང་མེ་དང་ཀླུ་ས་ཡག་ལ་སོགས་པ་སྐྱོན་བཅུག་ནང་ལ་མང་པོ་ཡོད་པ་ལ་དེ་ཚང་མས་བྱིན་གྱི་རོ་འདི་འདྲ་གཅིག་གིས་གཟིགས་འདོད་ཡོད་རེད་ད་དེ་གཟིགས་བསྡད་པའི་སྐབས་སོགས་ལ་ད་ནི་སྤྱོད་ལམ་ཉེས་པོ། བསམ་བློ་བཏང་སྟངས་ཉེས་པོ། བྱ་བ་སྤྱོད་ལམ་ཕྱིན་ཅི་ལོག་པ། ཆོས་དང་མ་མཐུན་པ། ལྷག་པར་དུ་རིན་པོ་ཆེ་འགའི་གསུང་དང་དགའ་བས་ཀྱི་ལས་ཀ་བྱས་བསྡད་པ་ཡིན་ན། དེ་དག་ང་ཚོས་ལས་སླ་བ་བསམ་བློ་བཏང་ཡང་ལས་སླ་བོ་འདུག་ག་ཨ་ནི། གཡུ་ཆེན་སོགས་འདིར་འདོན་མ་འདོན་གང་ཡང་མི་འདུག་ག། ཡོད་མ་རེད། འབྲོག་ཁང་ཆེན་པོ་ཞིག་འུ་ཅག་བཏང་ནས། དཔེར་དེ་ཉོ། ཆོ་ག་ཆོས་སྤྱོད་མང་པོ་ཞིག་གསོག་བསྡད་པ་ཡིན་ན་ཕན་ཐོགས་མི་འདུག་ག། འོ་དེ་འདྲ་ཡིན་དུས་མི་རེ་རེ་གིས་འགན་རེ་རེ་ཁྱེར་ཕྱིན་ནས་དྲག་པ་ལ་ཡ། ཆོས་དང་མཐུན་པའི་ཀྱི་བསམ་བློ་བཏང་གི་ཡིན་ན་ཨ་ནི་ཟག་མེད་ཆེན་པོས་ཀྱི་འདུག་ཟེར་གཟིགས་བསྡད་པ་ཡིན་དུས། ཏེ། ཁ་ཐུག་ཏུ་བ་ཞུ་བའི་རྟགས་ངང་འགྲོ་དང་ཏག་ཏག་རེད་བཞག་ངས་ལབ་པ་དེ་ནི་ཁོ་ཚོས་ཉན་གྱི་འདུག་ངས་ག་རེ་ལབ་པ་དེ་ཁོ་ཚོས་ཀྱིས་ཏག་ཏག་བྱེད་ཀྱི་འདུག་རྟགས་ངང་འགྲོ་ནས་འགྲིག་གི་འདུག་དགོང་མོ་གཅིག་ཡོང་གི་རེད་བ། ད་ནི་འཇིག་རྟེན་པའི་སྐད་ཆ་ཡིན་འདྲ། ད་ནི་བྱེད་སྤྱོད་ཚང་མ་ཕྱི་འཇུག་ལུགས་ལ་བྱ་སོང་རྟགས་ངང་འགྲོ་མ་འགྲོ་གང་ཡང་མི་འདུག་ངས་ལབ་པ་དེ་ནི་ཁོ་ཚོས་སྒྲུབ་གི་མི་འདུག་ངས་བྱེད་ཟེར་བ་དེ་ཁོ་ཚོས་བྱེད་ཀྱི་མི་འདུག་མ་བྱེད་ཟེར་བ་དེ་ཁོ་ཚོས་བྱེད་བསྡད་ཀྱི་འདུག་ད་དེའི་ནང་ལ་འགྲོ་མ་འགྲོ་གང་ཡང་མི་འདུག་ཟེར་མི་སུ་ཡིན་ན་དེ་རང་རེད་བ་བསམ་བློ་བཏང་སྟངས་དེ་འགྲོ་སྟངས་གཅིག་པ་རེད་བ་འོ་དེ་འདྲའི་ཡོན་ཏན་ཚིག་གི་ཐམས་ཅད་ཀྱི་ཆོས་དང་མཐུན་པ། དེ་རེས་གནང་རོགས་གནང་ཟེར་ཞུ་ཡ་ཡིན་བཀའ་དྲིན་ཆེ་དེ་ལྟར་རིང་འདི་བདེ་སོ་ལ་བསྐྱར་ཐོབ་ནས་ཤེས་རབ་དགའ་པོ་བྱུང་ད་ནི་ད་བཙུན་པ་དང་བཙུན་མ་ཚང་མ་འདུག་ཟེར་སྙན་ཐོ་འཛོམས་གནང་འདུག་དེ་ནས་ཁ་ཚང་ཞིག་གསུང་གི་ཡོད་ས་ད་བརྟན་བཞུགས་ཅིག་གསུང་གི་འདུག་ས་བརྟན་བཞུགས་མོག་པོ་ཟེར་མཁན་ཞུས་པ་ཡིན་བླ་མ་ཁོ་རང་ལ་ཡིན་འདུག་ཟེར་ཞུས་ཡོད་ད་ང་བརྟན་བཞུགས་དེ་ལ་ཤེས་རབ་དགའ་པོ་མེད་བར་ཟེར་ན་བརྟན་བཞུགས་ཕུད་ནས་ང་དེ་ཐུག་ཡ་གི་ནུས་པ་ཡོད་ན་འདི་ནས་བརྟན་བཞུགས་ངས་ཁས་ལེན་ས་རེད། དེ་ནས་ང་ལ་ནུས་པ་མི་འདུག་ཁྱེད་རང་རྣམ་པ་ཚོ་སྲིང་མོ་བཟང་ཆ་ག་ཚོད་ཁེལ་ཡོང་བ་ཡིན་ན་ཡང་དུས་ཚོད་ལྷོད་ལ་བསྡད་ན་ང་ཡིན་ད་འགྲོ་ཡ་རང་རེད་མ་གཏོགས་དེ་སྐུ་འདྲ་རྒྱབ་ལ་ཁེལ་ནས་ནི་འགྲོ་ཡ་མེད། རེད་འདུག་ག་དེ་ནི་གསེར་དང་དངུལ་དེ་ཚོ་རྒྱབ་ལ་ཁེལ་ནས་ནི་འགྲོ་ཡ་མེད་དེ་ཚོའི་ཁེལ་ང་ནི་ཡུན་རིང་པོ་འཚོ་ཐུབ་ཡག་གི་རྐྱེན་ནི་བྱས་མི་ཡོང་དེ་ལ་དགོས་པ་གང་ཡང་མི་འདུག་དེ་འདྲ་ཡིན་ལུགས་དེ་ང་རང་ཚོ་འཚམས་འདྲི་གི་ཞིག་གིས་ཆོས་དང་མཐུན་པའི་གལ་ཆེ་ཆོས་དེ་ཚོ་སྒྲུབ་ཐུབ་ན་དེ་ལས་ལྷག་པ་མི་འདུག་ཞུ་ཡ་ཡིན་བཀའ་དྲིན་ཆེ། ང་སོང་ཐུགས་རྗེ་ཆེ།